ཅིག་ཁ་ལོག་རེད་སྤྱི་འཐུས་འོས་མི། ཡ། གསར་བ་ཞག་གཉིས་བཅོ་ལྔ་འདུག་ཨ་ནི་ཁོ། ཁོང་རྣམ་པ་ཚོ་ཚང་མ་ལ་ང་ཚོ་གིས interview བྱེད་ཡིན། ཨ་ནི་བྱེད་དགོས་ཡ་རྒྱུ་མཚན་གཙོ་བོ་དེ་ག་ལ་ན་མི་མང་དང་ཅིག་སྤྱི་འཐུས་རྣམ་པ་ཚོ། གྱི་ལ་བྲེལ་བ་ཅིག་ཡོང་ཡ་བྱེད་འདུག་ཨ་ནི་སྤྱི་འཐུས་ཡ་ཞག་གཉིས་སུ་སུ་རེད་ཞག་འདི་མི་མང་གིས་གོ་ཚོད་ཐུ་ཡ་བྱེད་དང་ཨ་ནི་སུ་སུ་གིས་འོས་འདི་སུ་སུ་གིས་བླུག་ཐུ་ཡ་བྱེད་སོ་སོ་གི་ཡོད་དེ་སོ་སོ་གི་ཅིག་དཀའ་ལོག་རེད་ཐག་བཅད་ནས་བླུག་ཐུ་ཡ་ཅིག་མི་ལ་སྐད་ཆ་དྲིས་ནས་བླུག་གོ་མེད་རྒྱོ་ཅིག་སུ་རེད་བླུག་གོ་རེད་ཨ་ནི་ད་ག་ཅིག་འོས་བླུག་མེད་བ་ཅིག་ཨ་ནི་ཁོང་ཚོ Candidate ཚང་མ་གི་ཅིག་བསམ་ཚུལ་དེ་ཉན་ནས་སོ་སོ་གི་ཐག་བཅད་ཨ་ནི་སོ་སོ་སུ་བླུག་གོ་འདུག་དེ་ལྟ་ཡ་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི་ཡང་ད་ན་ཚ་སྐྱེན་པའི་རྗེས་ནས་ཅིག། ཡ་མ་བྲོས་དང་མི་མང་འཛོམས་ཡ་ཡིན་ན་རེད་སྤྱི་འཐུས་རྣམ་པ་ཚོ་ཡིན་ན་ཕར་བྲོས་སྤྱི་འཐུས་དང་ད་ས་བ་ཡ་བཞེངས་ཉེ་རྣམ་པ་ཚོ་ཡིན་ནའི་ཕར་བྲོས་དང་ཨ་ནི། ཅིག་མི་མང་ཚོ་ཡིན་ནའི་འཛོམས་ཡ་དང་ཨིན་དེ་ཐོག་ནས་དཀའ་ངལ་ཆེན་པོ་འཕྲད་ཡོད་དུ་ད་ང་ཚོའི་གི། དམིགས་ཡུལ་ལ་ག་ལ་བ་རེད་སེ་ནི་ཅིག་སུ་ཡིན་སུ་འདྲ་ཅིག་ཡིན་ནའི་ང་ཚོ། སོ་སོ་སོ་གི་འོས་དེ་སོ་སོ་གི་ཐག་ཅན་བླུག་ཐུ་ཡ་ཆེད་དུ་ང་ཚོ་གི་དེ་ལྟད་མོ་དེ་སུའི་ཡིན། ཨ་ནི། ཨ་ནི་ད་རིང། ང་ཚོ་རྣམ་པ་ཚོས་ཀྱི་སྐད་ཆ་བཤད་རྒྱུ་འདི་ཅིག་ནམ་རྒྱུན་ཅིག་ད་གཟས་བཀའ་སློབ་ཉན་གྱི་ཡོད་འགྲོ་ཅིག་འབའ་ཞེན་ང་ཚོ་རྒྱ་གར་སྐད་དུ་ལབ་ཡོད་འབའ་ཞེན་འགྲོ་འབའ་ཞེན་བཤད་ད་གཟས་ཉན་གྱི་ཡོད་འགྲོ་འདི་འདྲས་ཅིག་སྨན་པ་བྱས་ནས་ང་ཚོ་ད་ཁ་ལོ་ང་ཚོ་སྤྱི་འཐུས་གདམ་ཡ་རེད་དེ་ཡིན་དུ་མི་མང་ཚོ་ད་ང་ཚོ་ཚང་མ Judge རེད་ད་རིང་ང་ཚོ་གྱི་གདམ་དགོས་རེད་ང་རང་ཚོ་གྱི་གདམ་དགོས་ཡོད་དུ་ང་ཚོ་ཚང་མ Judge རེད Judge བྱས་ཡ་དེ་ད་རིང་ང་ཚོ་ཅིག་ཁ་ལོ་རེད་ཁོ་ཚོ་གི་སྐད་ཆ་བཤད་རྒྱོ་དེ་ང་ཚོ་གི་ཁ་ལོག་རེད། ཁ་གསུམ་སྒྲོག་གཅིག་ལ་གང་བརྒྱ་ཆ་སྒྲོག་གཅིག་སྤྲད་ནས་ཨ་ནི་དེ་གང་ལ་ཅིག་འབད་ཞེས་ཨ་ནི་སོ་སོ་གི་སོ་སོ་གི་བསམ་ཚུལ་ཁྱེར་ཡོང་ནས་སོ་སོ་གི་མི་སོ་སོ་གི་བརྒྱ་ཆ་སྤྲད་ར་བ་ཁོ་ཚོ་ལ་ག་ཚོད་རག་གི་འདུག་དེ་བསམ་སྟངས་བརྒྱ་ཆ་དང་པོ་དེ་ད་གོང་ས་མཆོག་དང་ཨ་ནི་བོད་མི་སྒྲིགས་འཛུགས་གཉིས་ལ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཞུ་ཐུབ་ས་རེད་ས་གོང་ས་མཆོག་དང་བཙན་བྱོལ་བོད་མི་སྒྲིགས་འཛུགས་གཉིས་ལ་ལྷག་བསམ་ལྷག་བསམ་རྣམ་དག་གི་ཞབས་ཕྱི་ག་ཚོད་ཅིག་ཞུ་ས་རེད་མི་དེ་གི་ཨ་ནི་དེ་ལ་བསམ་བློ་བཏང་ནས་བརྒྱ་ཆ་བཅུ་ཨ་ནི་བརྒྱ་ཆ་བཅུ་ཅིག་སྤྱི་འཐུས་ཀྱི་འགན་འཁུར་ག་ཚོད་ཅིག་གནང་ཐུབ་ས་རེད་ཁོ་རང་གིས་དེ་ག་ལ་བསམ་བློ་ཞིག་བཏང་ནས་བརྒྱ་ཆ་བཅུ། ཨ་ནི་བྱང་ཨ་རིག་གི་མི་མང་ལ་ཕན་ཐོག་ག་ཚོད་ཅིག་བྱེད་ཐུབ་ས་རེད་ཁོ་རང་གིས་ཕན་ཐོག་ཡོད་པའི་ལས་འགུལ་ག་ཚོད་ཅིག་སྤེལ་ས་རེད་དེ་གང་ལ་བརྒྱ་ཆ་བཅུ་བརྒྱ་ཆ་སུམ་ཅུ། དེ་བརྒྱ་ཆ་སུམ་ཅུ་དེ་གང་ལ་ཨ་མི་མང་ཚོགས་ཀྱིས་སོ་སོ་གིས་བརྒྱ་ཆ་སྤྲད་དངོས་གནས་དགའ་མ་ག་ཐོག་ནས་མ་རེད་མི་དེ་གི་སྐད་ཆ་བཤད་སྟངས་དང་མི་དེ་གི་ད་ང་ཚོ་སྐད་ཆ་བཤད་སྟངས་ནི་ཧ་གོ་ཡོང་དགོས་རེད་མི་དེ་གི་བསམ་བློ་ཁེ་དང་ག་འདྲས་ཞིག་འདུག་ཨ་ནི་ཁོ་རང་གི་འཆར་གཞི་ག་འདྲས་ཞིག་འདུག་ཨ་ནི་དེ་ཚོ་ཅིག་དེ་ཚོ་ལ་མིག་བལྟ་ནས་ཨ་ནི་བརྒྱ་ཆ་སུམ་ཅུ་དེ་སྤྲད། ཨ་ནི་ང་ཚོ་ད་རིང་གི་ཁ་ལོག་རེ་འོས་འདི་ཨ་ནི་སོ་སོ་ངོས་ནས་སུ་བརྒྱ་ཆ་ཡག་ཤོས་ལེགས་ཀྱི་འདུག་འདི་ལ་ལྟ་ནི་ཨ་ནི་འོས་སྤྲད་ཐུབ་ན་ཡག་པོ་ཡོད་རེད་བསམ་གི་འདུག་ག་ལ་ན་ང་ཚོ་པིན་རྒྱ་འགྲོ་བོ་དང་ག་ཉི་མ་ག་ག་མ་ག་དང་ཨིན་དྲས་ཀྱང་རྒྱ་ལྟ་བསྡད་ན་ང་རང་ཚོ་གི་རྒྱལ་ཁབ་ལ་གནོད་སྐྱེལ་དགོ་རེད་ང་རང་ཚོ་གི་མི་རིགས་ལ་གནོད་སྐྱེལ་དགོ་རེད་ང་ཚོ་ཨ་མདའ་རང་བཙན་མེད་སོ་སོ་རྒྱལ་ཁབ་ཤོར་ནས་མིའི་ལུང་པ་ཅིག་ལ་བསྡད་བསྡད་ཡོད་རེད་ཨ་ནི་ང་ཚོ་ད་དུང་ང་རང་ཚོ་ཅིག་པིན་རྒྱ་དང་ཨིན་རི་རྐྱང་རྐྱང་ལྟ་བསྡད་ན་ཡག་པོ་ཡོད་མ་རེད་ང་རང་ཚོ་ཡར་རྒྱས་འགྲོ་གི་མ་རེད་ཨ་ནི་ད་དེ་ཡིན་འདུག་ད་ད་རིང་ང་ཚོ་དུས་ཚོད་མང་པོ་བཀག་འོག་མེད་འོག་བྱས། ཨ་ནི་ད་རིང་གི་ང་ཚོ་གི་སྐུ་མགྲོན་དེ་ང་ཚོ་པད་མ་ཕྱག་མཛོད་ཚང་ཡིན་ཨ་ནི་རྣམ་པ་ཚོ་ཡག་པོ་ཅན་གསན་རོགས་གྱིས་ཨ་ནི་ཐག་ཡག་པོ་ཅན་བཅད་རོགས་གྱིས་ལེ་ཡིན། དེ་ནས་བེམ་ལ་ཨ་ནི་ད་རིས་ང་ཚོ་ལ་ཅིག་གོ་སྐབས་གནང་དེ་འདྲ་ཅིག་དུས་ཚོད་ཅིག་སྟོན་ཡོད་ཅེས་བ་དེ་ང་ཚོ་དངོས་གནས་གོ་ར་ང་ཚོ་སྤྲིན་ཚང་མ་ཡི་ཚབ་བཞིན་མཐུ་ཆེ་གནང་ལ་ཡོད་བེམ་ལ། ཡིན་དེ་ཡིན of course ཡིན་དེ་ཡིན་ཡིན་དེ་ཡིན། ཁྱེད་རང་ཚོའི་གཞོན་སྐྱེས་ཀྱི་ཨིན་འདྲའི་ག་ཚོད་པའི་ཐུགས་ཁུར་ཆེན་པོ་ཞེས་ནི་མི་དམངས་ཀྱི་སྤྱི་མཐུས་ད་ཆབ་སྲིད་ཀྱི་དྲིལ་བསྒྲགས་ཅིག་ཡོང་ཡ་ཆེད་དུ་ལ་དེ་འདྲ་གནང་དུས་ང་ཚོས་ཡིན་དེ་ཡིན་ཞུས་དེ་ཞུས་ད། དེ་ལྟར་དགའ་བའི་ཐོག་ནས་དེ་རྒྱབ་སྐྱོར་ཡོད་ན་ངས་དེ་རྣམ་པ་ཚོ་ཀུན་ཏུ་བཅག་ནས་ག་རེ་དྲི་བ་ཡོད་ན་དེ་ཞུ་ཆོག་པ་དྲིས། རྡ་སའི་བེམ་ལ། ཨ་ནི་བེམ་ལ་ང་ཚོས་ད་ལྟ་ད་རིང་དྲི་བ་བཅུ་བཞི་ཟིག་ཡོད་བེམ་ལ། ཨ་ནི་དྲི་བ་དེ་མི་མང་ནས་ང་ཚོ་གི་དམ་བཞག་རྒྱུ་མི་མང་དེ་བསམ་ཚུལ་འདུག་ཞིག་ནས་གླེང་ཨ་ནི་དེ་ཡང་མ་བྱས་ནས་ང་ཚོ་དོག་དོག་སུས་བཞག་རྒྱུ་བྱས་ཡིན།

ད་རིང་གི་དྲི་བ། དང་པོ་དེ་ནམ་རྒྱུན་མི་ཚང་མ་ལ་སོ་སོ་ངོ་སྤྲོད་ཞིག་གནང་ཐུབ་ན་འོས་འདུག་མི་ལ་ངོ་སྤྲོད། ཉི་འབུམ་ལགས་དང་རྣམ་པ་ཚུལ་ཁྲིམས་རྒྱལ་དངོས་གནས་དེ་འདྲའི་གཞོན་སྐྱེས་ཅིག་རེད་ཤག་དེ་འདྲའི་ཐུགས་ཁུར་བཞེས་པ་དེ་ལ་ངས་ཀྱི་ན་སྙིང་ཐག་པ་ནས་རྣམ་པ་ཚོ་ཐུགས་རྗེ་ཆེ་ཞུ་གི་ཡིན་ད་རེ་དེ་སེ་ངས་སེམས་སེ་ན་ངས་ཚང་མ་ལོ་ལེགས་འཚམས་འདྲི་དང། དེ་ཐུགས་སྣང་གནང་ནས་ང་རང་ཚོའི་ཆབ་སྲིད་ཀྱི་ད་མགོ་ཁྲིད་ཀྱི་བཀོད་ད་ལྟ་འོས་འདེམས་ཀྱི་འགྲོ་གི་ཡོད་རེད་དེའི་ཐོག་ལ་ཐུགས་སྣང་གནང་གི་ཡོད་རེད་དེ་ལས་འཆར་གཞི་བྱས་པ་དེ་ལས་ཐུགས་རྗེ་ཆེ་ཞུ་གི་ཡིན་ད་ང་ད་ལས་ཐོག་ཕྱག་མཛོད་ཚང་བསྟན་མ་སྐབས་བཅུ་དྲུག་པའི་ཕྱག་མི་རང་གི་ཆིག་སྒྲིལ་ཅིག་ཡིན་འདི་སོང་ཙང་ད་མི་ཅིག་མང་པོ་ཞུས་མ་གོ་བའི་ཚད་ད་ང་རང་གི་ལངས་ཕྱོགས་དེ་ནི་དབུ་མའི་ལམ་གྱི་ལངས་ཕྱོགས་བརྟན་པོ་ཨ་མེ་རི་ཁའི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཏང་ཨུ་ནས་ཚེ་འདི་དང་ཕྱི་མ་གཉིས་ཀྱི་ཏང་ཨུ་ནས་སོ་སོའི་གི་སྐྱབས་གནས་ཞུ་ས་དང་ཨ་མེ་དམ་ཚིག་གཙང་མ་ཡོད་ཨ་ཐ་ཅུད་དུ་གོང་ས་མཆོག་ལ་ཨ་མེ་དད་གུས་དང་ཨ་མེ་བཀའ་དྲིན་ཆེ་དྲན་ཞུ་ངེས་ཅི་བུད་མེད་ཅིག་ཡིན་གོང་ས་མཆོག་ལ་རྟགས་གཅིག་ག་ཞུ་རེད་བུད་མེད་གཅིག་གསུས་གདོང་ལེན་ཞུ་ནས་རེད་གཅིག་ཨ་ཐ་ཅུད་ཚོགས་ནང་ལ་ཨ་མེ་ངོ་ནས་ཞུ་ས་ཞུ་ངེས་ལ་ཨ་ཐ་ཅུད་དུ། ངོ་རྒོལ་བྱེད་ངེས་ཀྱི་དབྱེ་བ་མེད་པ་ཅིག་ལ་དེ་འདྲས་ཅིག་ཞུ་ངེས་ཀྱི་ཡིན། བོད་པའི་འཐབ་རྩོད་ཚོགས་མི་སུ་སུའི་གི་ད་ག་ཤུ་རེད་ཅིག། བོད་མི་བྱས་ནས་འགན་ལྕི་བོ་མ་རེད་དངོས་གནས་སུ་སུ་གི་འདུན་པ་དེ་བོད་སྤྱི་པ་བོད་མི་དམངས་གོང་ས་མཆོག་དགོངས་དོན་ད་ང་རང་ཚོའི་འཐབ་རྩོད་ཚོགས་ལ I'm so committed or འདུན་པ་དེ་ཞབས་ཞུ་ཞུ་ཡག་གི་དེ་འདྲས་ཅིག་ཡོད་ད་ངོ་སྤྲོད་དུས་འདུས་བྱས་དེ་ཡིན། ཨན་པད་མ་ལགས་ད་ད་ལྟ་སྐབས་བཅུ་དྲུག་བ་ཅིག་ལས་ཐོག་གི་ང་ཚོ་སྤྱི་འཐུས་རེད་ཨ་ནི་ད་ལྟ་སྐབས་བཅུ་བདུན་བ་ལ་དམིགས་བསལ་གྱི་ཡང་སྐྱོ་ཅིག་ལང་དགོས་ཡ་གི་ཨ་ནི་དམིགས་ཡུལ་དང་རྒྱུ་མཚན་སྒྲོག་ཅིག་དམིགས་བསལ་ག་འདྲས་སྒྲོག་ཅིག་ཆ་ཞག་ནི་ལང་ཡིན་ན་པད་མ་ལགས། ན་རེད་ན་རེད་ད་དམིགས་བསལ་དེ་ད་ལང་དགོས་ཡའི་རྒྱུ་མཚན་དེ་ད་དང་པོ་ནི་ང་རང་ཚོའི་བོད་པའི་གནས་སྟངས་འདི་རྫ་དྲག་ཐབས་སྐྱོ་པོ་སེམས་པ་སྐྱོ་པོ་དང་དངོས་གནས་དཀའ་ངལ་ཆེན་པོ་གཅིག་གི་སྐབས་ལ་སླེབས་ཏེ་ད་ང་རང་ཚོ་བོད་མི་གཅིག་ཡིན་པའི་ཞུ་སྒོ་སུ་སུའི་འགན་དང་སུ་སུའི་བོད་པའི་བདེན་མཐའ་གསལ་ཏེ་ང་རང་ཚོའི་གི་ད་འདིའི་བདག་པོ་སྟེ་ང་ཚོ་བོད་མི་ཚོ་ཆགས་ཏེ་འདི་འདྲའི་སུན་ཙང་ང་རང་ཡིན་ནས་ད་ག་དུས་ཡིན་ན་ག་ཤུགས་རེད་སུ་སུའི་དྲན་རྒྱུ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག། ད་ནི་སོ་སོའི་བསམ་རྒྱུ་དེ་བོད་དོན་དང་ང་རང་ཚོའི་བོད་གཞུང་ཞུ་ནས་བཟའ་བོད་མིའི་སྒྲིག་འཛུགས་ཨེ་བོད་སྤྱི་པ་རང་བསམ་ནི་དེ་འདྲས་བྱེད་ག་དུས་ཡིན་ན་ཡིན་འདི་འདྲས་སོང་ཙང་ད་ད་རེ་ཡང་སྐྱོར་སྤྱི་འཐུས་ལང་དགོས་ཡ་རྒྱུ་མཚན་གསུམ་ཞིག་ཡོད་དང་པོ་དེ་ནི་སོ་སོའི་གི་འདུན་པ་དེ་སྤྱི་པའི་གི་ཞབས་སྤྱི་ཞུ་ཡ་གི་འདུན་པ་ཡོད། ཟེར་བ་ད་སྤྱི་འཐུས་ལངས་ནས་བསྐྱར་དུ་ལངས་ནས་སུ་སུ་གི་དེ་མུ་མཐུད་ནས་ད་བོད་པའི་འཐབ་རྩོད་ཐོག་གོང་ས་སྐྱབས་མགོན་ཆེན་པོའི་དགོངས་བཞེད་ལྷན་ཨ་མི་རི་ཀ་གི་མི་མང་གི་སྤྱི་འཐུས་བྱས་ཀྱི་གོ་སྐབས་ཅིག་ལས་ནི་དེ་ཐོག་ནས་གཅིག་ཡིན་གཉིས་པ་དེ་ད་སུ་སུ་གི་ཉམས་མྱོང་ཐོག་ནས་ཆ་བཞག་པའི་ན་ད་ཨ་མི་རི་ཀ་ད་ད་ཕྱི་རྒྱལ་གྱི་གྲོས་ཚོགས་འཐུས་མི་ལ་བྲེལ་བ་ད་ལོ་མང་དེའི་ནང་ལ་བཟོ་ཐུབ་མེད་གི་ཉམས་མྱོང་ཅིག་ཡོད་རེད་ཨ་མི་རི་ཀ་དང། ད་རྒྱ་ནག་འབྲོག་གཞུང་གི་འགྲོ་སྟངས་འདི་ཤིན་པོ་ཡོད་ཙང་བསྟན་པའི་བོད་པའི་འཐབ་རྩོད་འདི་ད་གལ་ཆེ་ཤོས་ཅིག་ཆགས་བསྡད་ཡོད་ཙང་འདི་ཐོག་མཐུ་བོན་སུ་རེད་བསམ་གྱི་འདུག་ཉམས་མྱོང་དང་འབྲེལ་བ་བཟོ་ཐུབ་ངེས་ཅིག་ཡིན་ཙང་ད་གསུམ་པ་འདི་ད་དུས་ཚོད་ཡོད་རེད་ང་དུས་ཚོད་ད་ད་ལོ་ངེད་ཀྱི་ལས་ཀ་ནས་ལས་འདེམས་བཅས་ནས་ད་དུས་ཚོད་འདི་ག་བ་བཏང་ཡ་རེད་ཟེར་ན་ཨ་མེས་ཅིག་བོད་པའི་འཐབ་རྩོད་དང་ཨ་མེས་ཅིག་ང་རང་ཚོ་ཨ་མི་རི་ཀ་ལ་ཞུ་གཏུག་བྱེད་ཡ་དང་གྲོས་ཚོགས་འཐུས་མི་རྒྱབ་སྐྱོར་བསྐྲུན་ཡ་དེ་དཔེ་མ་སི་གལ་ཆེན་པོ་ཅིག་ཆགས་བསྡད་ཡོད་རེད་དེ་འད་བྱེད་ཡ་ལ་དུས་ཚོད་དུ་དགོས་གོ་འདུག་ཨང་དེ་སུན་ཙང་ད་སུ་སུ་དུས་ཚོད་ཡོད་ཙང་ཨ་མེས་ཅིག་རྒྱུ་མཚན་ཐུང་གོ་འདུག་བྱེད་པ་ཡིན་ན་ཐུབ་རེད་ཏན་ཏན་སྔ་རེ་ལྷ་བར་བྱེད་ཐུབ་གོ་རེད་ཨ་མ་སེ་ད་དུས་ཚོད་ཡིན་འདུག་ཨང་བྱ་ཨ་མི་རི་ཀ་དེ་རྒྱ་ཆེན་པོ་རེད་བོད་མི་ཚོ་ག་ས་ག་ལ་ཁྱབ་བསྡད་ཀྱི་ཡོད་ཙང།

ད་དུས་མཛོད་ཀྱི་སོ་སོའི་དུས་ཚོད་ཉམས་མྱོང་ཤེས་ཡོན་ནུས་པ་བཏོན་ཐུབ་ངེས། ཨན་ཅི་ག་ཤི་བས་ལོ་མང་འདིའི་ནང་གི་ཞབས་ཕྱི་ཞུས་པའི་ཀྱི་ཉམས་མྱོང་ད་སྤྱི་འཐུས་བྱས་པའི་ཀྱི་ཉམས་མྱོང་དེ་དཔེ་མ་སྲིད་གལ་ཆེན་པོ་ཆགས་བསྡད་ཤག་སྤྱི་འཐུས་གསར་པ་དེ་ངེས་ངེས་མ་ད་སྤྱི་འཐུས་གསར་པ་སྤྱི་འཐུས་གང་ན་སྤྱི་འཐུས་འགྲོ་སྟངས་དེ་མ་ཤེས་འདུག་གང་ན་ད་སྐ་ཉེ་ཁྲིག་འདུག་བ་ད་དེ་སོང་ཟིག་དེའི་ཉམས་མྱོང་ཅི་ཡོད་ཚང་མ་ད་དེ་ཀྱི་ང་ཚོ་ལ་ཁེབས་སངས་ཀྱི་རེད་སྤྱི་འཐུས་ཡར་འགྱོད་བྱུང་དུས་གང་ན་བུ་གི་འགྲོ་སྟངས་འགྲོ་ལུགས་དེ་ཁེ་འདུག་གང་ན་དེར་སོང་ཙང་དེ་འདྲས་ཀྱི་ད་སོ་སོའི་གདེང་ཚོད་དང་དེ་འདྲས་ཐོག་ནས་ཇི་ལྟར་བསྐྱར་དུ་གནང་གི་ཡོད། དྲི་བ་གསུམ་པ་དེ་འདི་རེད་ཤག་ཨ་ད་ཨ་ད་ཆ་ལ་ང་ཚོ་གི་ཀྲ་ཅང་ཨ་རིག་གི་སྤྱི་འཐུས་ལ་རྐུབ་བཀྱག་བསམ་ཡིག་ང་ཚོ་ལ་ཐོབ་ཐང་གཉིས་མ་ཞིག་ཡོད་མ་རེད་ཟེར་རོ་ཨ་ཡིན་ནས་ད་ད་ཆ་ལ་ད་ལེ་བ། འདི་འདྲས་གསར་བ་ཡར་ལངས་ནས་ཨ་ནི་བཅུ་བཞི་སོ་བཞི་ཆགས་འགྲོ་གི་འདུག་ཨ་ནི་ད་མི་བཅུ་བཞི་དེ་ནང་ནས་པད་མ་ལགས་ལ་དམིགས་བསལ་གྱི་ཁྱད་ཆོས་ག་རེ་ཡོད་ན་ང་ཚོ་མི་བཅོ་གསུམ་དེ་བཞག་ནས་པད་མ་ལགས་ལ་འོས་བླུགས་དགོས་ཡ་ལ། དམིགས་བསལ་གྱི་ཁྱད་ཆོས་གཅིག་ག་རེ་ཡོད་ན་ལ། ད་དམིགས་བསལ་ཁྱད་ཆོས་དང་ལས་ཁོང་ཚོ་ལ་ག་ཞུ་རེ་གནང་རེ་དང་ཐོག་མེད་པ་མེད་ཚང་མ་ལོ་བྱ་ངན་ཚང་མ་ལོ་སེམས་ཤུགས་དང་དངོས་གནས་གནང་ཐུབ་ངེས་དང་ཡག་པོ་ཤ་སྟག་ཅིག་ངོས་འཛུགས་ཞུ་གི་ཡོད་རེད་བ་ཡིན་ན་ང་དམིགས་བསལ་གྱི་ཁྱད་ཆོས་ག་རེ་ཡོད་ཟེར་ན་ད་ལོ་མང་འདིའི་ནང་གི་ཉམས་མྱོང་འདིའི་ནང་ནས་ད་ཆབ་སྲིད་ཀྱི་ཅིག་པའི་ཐོག་ལ་ནུས་པ་བཏོན་ཐུབ་ངེས་ཅིག་བུད་མེད་ཆུ་ཆགས་དེ་ཡོད་ད་ལྟ་ཅིག་དངོས་ཡོད་ཀྱི་བལྟས་པས་ན་ད་ཆབ་སྲིད་ཀྱི་ཁྱིམ་བྱ་དེ་ཚོ་ཆགས་དེར་དེ་ངའི་གཉེར་ཆགས་ཞབས་ཡིན་ན་ངས་ཤུགས་ནུས་བརྒྱབ་ནས་བེད་ཐུབ་བན་དཔལ་ལྡན་ནུས་པ་བཏོན་ཐུབ་ཡོད་ཟེ་གཅིག་ཁྱད་ཆོས་གཅིག་གང་ཡིན་ཟེར་ན་ད་འདས་ང་ཚོ་བྱང་ཨ་མི་རི་ཀ་ལ་ག་འདྲས་ཀྱི་སྤྱི་འཐུས་ཀྱི་གུ་གུལ་ཨ་རི་ཟེར་ན་གཅིག་ཆབ་སྲིད་ཀྱི་གོ་རྟོགས་ད་བེད་སུས་ནས་གནང་ཐུབ་བོ་རེད་པས་ཨ་མི་རི་ཀ་གཞུང་གི་འགྲོ་སྟངས་དང་གཞུང་གི་ཉམས་མྱོང་དང། ཨ་མི་རི་ཀ་དང་ཀན་ལྷོ་ཀྲའུ་གྲོས་ཚོགས་འཐུས་མི་ལ་དེ་བར་ངོ་ནས་ད་ལྟ་བར་དུ་ཞུས་པའི་གྲུབ་འབྲས་བསྟན་ཐུབ་ངེས་དང་གནང་ཐུབ་ངེས། ད་དུས་ཚོད་དཔེ་གལ་ཆེན་པོ་བྱེད་དུ་དེ་ང་དམིགས་བསལ་གྱི་ད་ཚང་མ་ལོ་ལེ་བཞག་ངེས་ལེ་ད་ཁྱད་ཆོས་གཅིག་འདི་ང་རང་གིས་བསམ་ཚུལ་བྱས་ན་དེ་དེ་གལ་ཆེ་ཤོས་གཅིག་ང་ཚོའི་འཐབ་རྩོད་ནང་འཆོལ་གི་ཡོད་རེད་དེ་ང་དམིགས་སུ་ཁ་ལ་སྤོབས་པའི་ཐོག་ནས་ད་ཞུ་འདོད་བྱུང་སུ་སུ་འབྲེལ་བ་དེ་བས་བཟོ་ཐུབ་ཡོད་རེད། སུད་སུའི་ས་གནས་མངའ་སྡེ་དེའི་ཐོག་ནས་བག་རྒྱ་ཆེན་པོ་བྱས་ནས་ད་དབུས་ཀྱི་གྲོས་ཚོགས་འཐུས་མི་ལས་ད་ག་ཚོད་ཅི་འདུག་རྒྱལ་བའི་ནང་ལ་ཕ་རྒྱལ Washington བཅའ་ཡག་ཡིན་པས་ཡང་བྱུང་མ་སོང། གཞན་ངས་གྲོས་ཚོགས་འཐུས་མིའི་ཐོག་ནས་གྲོས་ཚོགས་འཐུས་མི་གཞན་པར་ངོ་སྤྲོད་གནང་ཡག་བྱས་པའི་ད་ཁྱད་ཆོས་དེ་དེ་ཡིན། ལ་འོངས།

ཁ་ལོ་རེད། ང་ཚོ་ལོ་ཆུང་བ་ནང་ལ་མང་པོ་བྱས་ཡོད་རེད། ལོ་ཆེ་བ་ནང་ཡིན་ནའི་ཁ་ཤས་མང་པོ་བྱས་ཡོད་རེད། ཁ་ཤས་མང་པོ་བྱས་ཀྱི་ད་ཡང་སོ་སོ་སེམས་ཤུགས་ཐོག་ནས་རང་བཙན་གྱི་ལྟ་གྲུབ་དེ་གང་ལ་ཤུགས་རྒྱག་དགོས་རེད། ཨ་ནི་ད་ལྟ་ང་ཚོ་གཅིག་ཡང་ད་རང་བཙན་གྱི་ལྟ་གྲུབ་ཅིག་མཁྱེན་མཁན་ཅིག་ཡང་དབུ་མའི་ལམ་གྱི་ཕ་གིས་ད་ང་ཚོ་གཞུང་གི་ལག་ལ་ལས་ཀ་ཆེ་ཁག་བསྒྲུབ་ཀྱི་ཡོད་ན་ཁོ་གཏོར་བཤིག་བཏང་ཉེན་རེ་གྲོགས་ཅིག་ཆགས་འགྲོ་རེད་དོང་དོ་ད་མི་མང་གི་ནམ་ལོག་ལ་བསམ་ཚུལ་དེ་འདྲའི་མཁྱེན་མཁན་མང་པོ་ཞིག་འདུག་ཡང་དམངས་གཙོ་ཚད་ལྡན་ཞིག་ག་ལ་འགྲོ་ན་ང་ཚོ་ཚང་མ་ཐོབ་ཐང་གི་གོ་ཡས་འགྲོ་བཞིན་རེད། དེ་འདྲས་ཡིན་འདུག་དཔེ་མོ་ལ་བསམ་ཚུལ་ག་འདྲས་འགྲོ་བཞིན་བསམ་གི་འདུག་ང་ཚོ་ད་ལྟ་དེ་འདྲས་ཡོང་ཡས་དེ་ཚོ་ཡག་ག་རེད་བསམ་གི་འདུག་ག་འདྲས་བསམ་གི་འདུག་ང་ཚོ་ལ་ག་འདྲས་འགྲོ་བཞིན་གོ་རེད་བསམ་གི་འདུག་དཔེ་མོ་ལགས། ད་ང་རང་ཚོའི་དམངས་གཙོའི་གི་ཐོབ་ཐང་འདི་ང་རང་ཚོ་ལ་ག་རེ་ཡོད་རེད་ཟེར་ན། འཐབ་རྩོད་ག་བ་ཐད་ནས་དབུ་མའི་ལམ་ཐད་ཡིན་ནི་རེད་རང་བཙན་རྩོད་ཡིན་ནི་རེད་ད་ང་རང་སྒེར་གྱི་ལྟ་ཕྱོགས་དེ་ག་འདྲས་ཡོད་ཟེར་ན། ཁོ་འཐབ་རྩོད་ཅིག་ལ་ཞུགས་བཞག་གི་ཡོད་རེད་བ། དེ་གསུངས་དང། མཁས་པ། སུས་སྤྱི་འཐུས་བྱུང་གི་ཡོད་ན་མཁས་པ་ཡོད་མ་རེད་ཡིན་པ་ཡིན་ན། སྤྱི་འཐུས་ཀྱི་ཕ་གིའི་གི་སྤྱི་འཐུས་འཐུས་མི་རྣམ་པས་ཞུ་གོ། སྤྱི་འཐུས་ཀྱི་སྒྲིག་གཞི་ནང་ག་རེ་ཡོད་རེད་ཟང་ང་ཚོ་སྤྱི་འཐུས་ཞིབ་འཇུག་ཞབས་ཕྱི་དེ་གས་ཚང་མ་ལོ་དབུ་མའི་ལམ་གི། ལངས་ཕྱོགས་བརྩད་ལ་མུ་མཐུན་དང་རྒྱབ་སྐྱོར་ཞུ་གི་ཡོད་ཅེས་འདི་ཡོད་རེད་ད་འདི། ཁྱེད་རང་ནང་ཐུག་གི་ཡོད་ན་ཁོ་ང་ཚོའི་གི་སྒྲིག་གཞི་དེ་ཐོག་ནས་འདི་འགྲོ་རེད་སུ་སུ་རྒྱལ་གྱི་ལངས་ཕྱོགས་ག་རེ་འཐད་གི་ཡོད་ནའི་གོ་འཐད་པ་རེད་དེ་ཡིན་ནའི་ཕ་གིའི་ནང་གི་གྲོས་བསྡུར་དེ་དབུ་མའི་ལམ་གི་ཐོག་ནས་གནས་དགོས་གི་ཡོད་དུས་གང་དེ་ལ་རྒྱབ་སྐྱོར་གནང་ཐུབ་པ་ཇི་ལྟར་གནང་དགོས་གི་ཡོད་རེད་འདི་ཁོ་བོ་བཅའ་ཁྲིམས་གི་འགྲོ་སྟངས་དེ་འདི་རེད། དེ་འདྲས་ཀྱི་རེད་དེ་སུན་ཙང་ད་ལྟ་སུ་གཞོན་སྐྱེས་དང་སུ་ཕི་གི་ཡོད་ན་དེ་ངས་ད་ང་རང་ཚོ་དམངས་གཙོ་ཡང་དག་རེད་ཀྱི་ད་རྣམ་པ་ཅིག་བསྐྲུན་གི་ཡོད་རེད་བ། དེ་ལ་ང་རང་ངོ་ཅོག་ནས་ནི་དངོས་གནས་དྲང་གནས་ཡར་རྒྱས་དང་ཅིག་ཡག་པོ་ཞིག་ར་རེད་གསུངས་འདུག་དམངས་གཙོའི་གི་ཆ་ཤས་འདི་གླེང་ཐུབ་པོ་འདུག་གསུངས་གི་འདུག་ང་ཡང་དག་པ་ཅིག་འདི་གཏན་འབེབས་ཅིག་གཏན་དེ་ནས་ཐུང་གི་འདུག་ན་འོང།

འདི་ལ་པེམ་ལ་སྐབས་བཅུ་དྲུག་པའི་དཔྱིད་དུས་ཡིན་པའི་སྐབས་སུ། སྟངས་འཛིན་ག་འདྲའི་སྒྲོག་ཅིག་གནང་ཡོད་ན། དེ་འདྲའི་ལ་ཕྱིས་སུ་ག་འདྲའི་སྒྲོག་ཅིག་གནང་རྩིས་ཡོད་ལ་ནི་པེམ་ལ། ཨོ་དེ་འདྲའི་ཤག་དྲི་བ་ལ། ལོ་ལོས།
ད་འདི་རེད་སྐབས་བཅུ་དྲུག་པའི་དཔྱིད་དུས་བྱས་པའི་སྐབས་ལ་གྲོས་ཚོགས་ནང་ལ་ངེད་ཀྱི་དབུ་མའི་དྲང་གནས་འཚོ་བ་ཆེན་པོའི་ཐོག་ནས་རྒྱལ་བ་རིན་པོ་ཆེ་ལ་མཚན་མོའི་ཞུས་ངན་དེ་ཚོ་ལ་མཐའ་གཅིག་ཏུ་དགག་པ་ཡོད་ཀི་ལྟ་དགག་འབྲི་གི་ཡོད་མ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྔོན་མའི་བཀའ་དྲིན་དེ་བསམ་ཤེས་མེད་པ་སུ་སུ་གཅིག་ཞུས་ཤིག་ད་བཀྲས་ཀྱི་སྐད་ཡིག་དང་གཅིག་ཚགས་ཚུགས་པོ་བཙན་བྱོལ་ནང་ལུས་དུ་གཅིག་ཡིན་དོན་དུ་དམངས་གཙོ་འདི་གཅིག་ཞུས་ཤིག་ག་ཤུ་རེད་དམངས་གཙོའི་གི་ཐོབ་ཐང་དེ་གླེང་ནི་དེ་འདྲ་ཡོང་གི་འདུག་ང་ང་ཚོའི་སྤྱི་ཚོགས་ནང། ཉུང་དུས་གང་ལ་ངས་ཀྱིས་གྲོས་ཚོགས་ནང་ལ་དངོས་གནས་དྲང་གནས་མིང་འདོན་ཤུགས་དབུལ་གནོན་ཞུས་དེ་འདྲས་བྱས་ནས་ངས་དོགས་གནས་ཞུས་ཡོད་རེད་མཐའ་གཅིག་ཏུ་དགག་པ་ཅིག་ཞུས་ཡོད་དམ་དོགས་ཡིན་པས་མཚན་སྨད་ཞུ་ངེས་ལ་ད་ངས་ཐེ་ཚོམ་མེད་པར་དོགས་གནོན་ཞུ་གི་རེད་དེ་ཏག་ཏག་དེ་གས་ཡོད་མ་རེད་ཧུང་དེ་སུན་རྩ་དེ་ང་འགྱུར་བ་མེད་ད་ལྟ་སྐབས་རྩ་བཅུ་བདུན་བཅུ་དུས་བྱས་པ་ཡིན་ནས་གོང་ཚོགས་སྐྱབས་མགོན་ཆེན་པོ་མཆོག་གིས་ད། རྒྱབ་སྐྱོར་ཞུས་མེད་པས་རྒྱབ་སྐྱོར་གྱིས་ཞུ་དགོས་ཡ་ཡོད་མ་རྩེ་གོང་སི་སྐྱབས་མགོན་ཆེན་པོ་མཆོག་གིས་དངོས་གནས་དེ་འདྲའི་འཚེ་མེད་ཞུ་ངེས་ལ་དང་ང་ཚོས་བོད་པ་བྱིན་ནས་ལས་རྒྱུ་འབྲས་རྒྱལ་ལ་ད་གི་མ་རེད་གསུངས་གི་འདུག་ཁ་ནས་ཅིག་བསམ་ལེ་ན་ལ་ཁོག་གི་ཡིན་ན་ཁ་ནས་མ་ཐོན་པ་ཙམ་གྱིས་དངོས་གནས་དྲང་གནས་ཧམ་པ་ཆེན་པོ་རེད་བ་སོ་སོའི་དམངས་གཙོའི་ཐོབ་ཐང་འདི་ཁྱེད་ནི་སྤྱི་པའི་དང་གི་ཆབ་སྲིད་ཀྱི་ཐོག་ལ་ལས་འགུལ་དང་བསམ་ཚུལ་འདྲ་མིན་ཡོང་སྲིད་རེད་ཁོ་ཁོ་འགྲོ་སྟངས་འདི་རེད་གནའ་ནས་འབྲི་གུ་ཡང་འདི་ཡིན་ནས་གོང་སྲིད་སྐྱང་པོ་ཆེན་པོ་མཆོག་ལ་ངུ་ནས་བཀའ་དྲིན་འདི་མ་བསམ་པའི་ཐོག་ཇེ་སྡུག་བ་ང་ང་རང་དུ་སྡིག་པ་རེད་ལས་རྒྱུ་འབྲས་མ་ཚུད་པ་ཅིག་དང་དངོས་གནས་དེ་ཡིན་ན་རྒྱ་མིའི་དགོས་ཡ་དེ་ཆེ་བོ་དེ་ངས་མཐའ་གཅིག་ཏུ་དགག་པ་ཞུ་གི་ཡོད་ང་རང་སྤུ་བོ་ཙོ་ལ་ཡིན་ནས་ངས་ག་རེ་ཟུག་ཡོད་རེད་ད། ངའི་གི་མི་ཚེ་འདིའི་ནང་ལ་ཁྱེད་རང་གཉིས་ཚེ་འདི་གི་ད་ངེད་ཀྱི་ལས་ཀྱི་སྤུ་གུ་ཆུ་ཆགས་དེ་ཡོར་བལྟར། ཡིན་ནས་གོང་ས་སྐྱབས་མགོན་ཆེན་པོ་མཆོག་ང། སྔོན་གནས་དྲང་གནས་ཚེ་འདི་ཚེ་གཉིས་ཀྱི། ད་སྐྱབས་གནས་ཞུ་ས་ཡིན་གཅིག། ཁྱེད་གཉིས་ད་ངའི་ནང་མི་ད་སྐུ་མདུན། རྒྱ་བོད་རིན་པོ་ཆེ་དང་པོ་བྱོན་ན་ངས་གོང་ས་མཆོད་དང་པོ་རེད་ད། སྐུ་ཉིད་ཧ་ལས་པའི་འོ་ཙི་ཨ་མ་ལགས་ཧ་སྐད་ཉིད་གསལ་ད། བདེ་བ་འཚར་ལོངས་བྱེད་ས་གཉིས་སྔོན་གནས་ལ་གུ་ཡོད་ད། ཚེ་འདི། ང་རང་ཚོའི་ལས་ཀྱི་གྱང་ང་ཨ་མ་དང་སྤུ་གུ་ཆགས་པ་རེད་པས་སོ་མི་ང་ཚོའི་གོང་ས་མཆོག་དངོས་གནས་རྩ་ཆེན་པོ་ཞུ་གི་ཡོད་དེ་སོང་ཙང་དེང་རྒྱ་སུ་ཡིན་ན་ག་འདྲས་ཅན་པའི་ཡིན་ན་གོང་ས་སྐྱང་པོའི་མཆོག་ལ་ཆེན་པོ་མཆོག་ལ་ཅིག་ཞུ་ཅིག་ཡིན་གཏོང་གཏོག་ཅིག་ཟུར་ཟ་བྱེད་ངེས་དེ་ཚོ་ལ་ད་ངེད་ཀྱི་གདོང་ལེན་མཐའ་གཅིག་ཏུ་ཡོད་ཞུ་གི་རེད་སྐབས་སྤྱི་འཐུས་བོད་སྤྱི་སྤྱི་འཐུས་བྱེད་གོ་སྐབས་རབ་ཡིན་ན་དེ་ད་ང་ཐེ་ཚོམ་མེད་དེ་ཞུ་འདོད་བྱུང་ད་འོང།
ལའང་བེམ་ལ་ཐུགས་ཆེ་གནང། ཨ་ནི་བེམ་ལ་ད next དྲི་བ་དེ་འདི་རེད་ཤག་ང་ཚོ་ད་ལྟ་ག་རོག་ར་ང་ཚོ་བོད་མི་སྤྱི་ཚོགས་ནང་ལ་ཆོལ་ཁ་ཆོས་རེ་དང་ཆོས་ལུགས་ཀྱི་འཐེན་འཁྱེར་དེ་མང་པོ་ཅིག་མང་རུ་མང་རུ་འགྲོ་གི་འདུག་ཟ་ཨ་ནི་བྱས་ཙང་ཨ་ནི་བེམ་ལ་སྐབས་བཅུ་བདུན་པའི་ཨ་ནི་ང་ཚོ་དུས་ལ་འཁོད་པ་ཡིན་ན་ཨ་ནི་ཆོལ་ཁ་ང་ཚོ་བོད་མི་ཚོ་རྡོག་རྩ་གཅིག་སྒྲིལ་བཟོས་བྱེད་དུ། འཆར་གཞི་ག་འདྲའི་སྒྲོག་བྱེད་ཡོད་ས་ནོ། ད
ད་འཆར་གཞི་ག་འདྲའི་ཞུགས་རེད་ད་དངོས་གནས་དྲང་གནས་ད་ང་ལོ་བཞི་དང་ཕྱེད་ཀའི་ནང་ལ་ང་ལ་དཀའ་ངལ་མང་པོ་འཕྲད་བསྡད་ཡོད་རེད་བ་ད་ང་རང་ཚོ་ཁ་རི་ཁ་ཐུག་དྲང་པོ་ཞུ་ན་འགྲིག་རེད་ད་ངའི་སེམས་ནང་གི་དེ་ཁ་ཟན་བསྟན་འཛིན་ཡེ་ཤེས་ལགས་ཀྱི་དྲ་རྒྱའི་ནང་ལས་ངའི་རྒྱལ་སྤྱིའི་གི་མི་དམངས་ལ་གསལ་ཐག་ཆོད་ངེས་སམ་གནང་གི་འདུག་ཞུས་པར། ད་ལྟའི་གནས་སྟངས་དེ་དང་པོ་དེ་ལ་ད་ང་བྱང་ཨ་མི་རི་ཀ་སྤྱི་འཐུས་ཀྱི་ཕྱག་དེར་དེ་ཡིན་དུས་གང་ལ་བྱང་ཨ་མི་རི་ཀ་སྤྱི་འཐུས་ཀྱི་ཡིན་པའི་ཞུ་སྒོ་བྱང་ཨ་མི་རི་ཀ་དེ་མི་དམངས་དེ་ག་འདྲས་སུ་ཆགས་ཚུལ་ན་མདོ་སྟོད་མདོ་སྨད་དབུས་གཙང་ཚང་མ་ལོ་དུས་དེ་ཡོད་རེད་བ་ཨ་ང་ཆོས་ལུགས་ཆོས་པ་ཡན་མེད་ཀྱི་སྤྱི་འཐུས་ཀྱི་ཕྱག་དེར་ཆགས་པའི་སྐབས་ལ་ངེད་ཚང་མ་ལོ་ལ་དངོས་གནས་དྲང་གནས་དབྱེ་བ་མེད་པའི་ཐོག་ནས་ངས་ཚང་མ་བློ་ལ་འདི་ཞུ་གི་ཡོད། ག་ཞུ་རེད་ལམ་སྟོན་ཕུལ་ཡ་དང་ཨ་ནི་སུ་ཞེས་པ་རྣམས་ནས་ཁ་ཡ་བྱེད་ཀྱི་ཡོད་རེད་བ། ཡིན་ནས་ངས་ད་དངོས་གནས་ལྷག་བསམ་རྣམ་དག་དང་དྲང་པོའི་ཐོག་ནས་ཞབས་ཕྱི་ཞུ་གི་ཡོད་དེ། ད་བློ་ཕམ་ག་རེ་ཡོང་གི་འདུག་ཟེར་ན་ད་ལོ་བཞི་བརྒྱ་ཕྱེད་ཀའི་ནང་ལ་ཚང་མས་མཁྱེན་གྱི་རེད་སྤྱི་ཚོགས་འཁྲུག་བསྡད་ཡོད་རེད་བ། འཇམ་གཅིག་ཞེན་གོ་ཆོལ་ཁ་ཆོས་ལུགས། དེ་ཁྲུ་ཐག་ཆོད་ཁྲུ་དེ་དེ་ངའི་མཁས་པ་མཉམ་པོ་ཞུ་ཞུ་ནས་འགྲིག་མ་རེད་ཁོ་དྲང་པོ་དྲང་ཤག་ཅིག་རེད་བ་གར་སུ་ཡོད་སུ་ན་གཅུས་ཚོགས་ནང་ད་སུ་ཡ་པད་མ་ཆ་མཚོའི་ཚང་ཁམས་པ་ལ་དགའ་པོ་ཡོད་མ་རེད་གང་ཡིན་སུ་ན་ང་ཚོའི་བོད་མི་སྒྲིག་འཛུགས་སྲིད་སྐྱོང་དེ་ཁམས་པ་སུ་ཚང་ཁོ་རང་ལ་གྲོས་ཚོགས་ནང་ལ་ཨ་ནི་ག་ཞུ་རེད་ཨ་ནི་ཅིག་སྐྱོན་བརྗོད་ཞུས། ས་གནས་སྲིད་སྐྱོང་གི་ཕྱག་ལས་ཐོག་ལ་ཡིན་པ་ཡིན་ནའི་དེ་བཀག་སྡོད་བྱེད་ཡ་དང་དེ་འདྲས་བྱུས་ཡོད་རེད། ད་ཡང་ཆོས་བསྡུ་སྦྱོར་ངོ་བོའི་ག་རེ་ཞུ་རུ་སོང་ན་ཨོ། པད་མ་ཆ་འཚོལ་ཚང་ཕལ་ཆེར་ཁམས་རིགས་ཡིན་ས་རེད། གང་ཡིན་ཟེར་ན་ངེད་ཅག་སྲིད་སྐྱོང་ག་རེ་བཀའ་གནང་ཡོད་རུ་སོང་ན་ཨོ་གཏམ་བཤད་གནང་པད་མ་ཆ་འཚོལ་ཚང་ང་རོགས་པོ་བྱེད་ཀྱི་འདུག་ལ་སོགས་པ་གསུང་གི་འདུག་ག་འདྲས་ཡིན་ན་ཟེར་ངས་གསོལ་ར་བཤད་དུས་གང་ལ་དངོས་གནས་དྲང་གནས་ཞུ་རེད། སོ་སོའི་བསམ་ཡུལ་ལ་མེད་པས་ང་སུ་གང་གིས་ཆོ་མེད་ཆོ་ག་ཆོས་ལུགས་ལས་འདི་མེད་ད་ད་རེས་ཞུ་དགོས་ཡ་རྒྱུ་མཚན་གང་རེད་ཟེར་ན་ངེད་ཀྱིས་འདི་དཔེ་སྟོན་གྱི་ཐོག་ནས་ཅིག་མི་མང་གི་བསམ་བློའི་ནང་ལ་ང་ད་ལྟ་བར་དུ་ངས་གོང་དུ་ཞུས་པའི་སུ་གང་ལ་དབྱེ་བ་མེད་པར་བྱས་ནས་བོད་མི་བྱས་བྱང་ཨ་མི་རི་ཀ་གི་མི་ཡིན་བོད་པ་ཡིན་བྱས་ནས་ཁ་པར་ལྟ་འདོད་གང་གཅིག་པ་གཅིག་ཀྱང་ཁྱེད་ཁམས་པ་ཡིན་པས་ཁྱེད་འདིའི་ཕྱོགས་ཡིན་པས་སེམས་དང་པོ་ནས་འདི་འདྲ་གང་ཞིག་མེད་ངས་སུ་ལ་སྐད་ཆ་བཤད་ན་ཁྱེད་ཚོ་ག་རེ། ང་བཀའ་མོལ་ནང་དུ་ག་རེ་དྲན་གནང་རེད་ཟེར་ན་མི་དམངས་ཀྱི་སྤྱི་འཐུས་བོད་མི་མང་སྤྱི་འཐུས་བྱང་ཨ་མི་རི་ཀ་སྤྱི་འཐུས་སྤྱི་འཐུས་དེ་ཆོལ་ཁ་དབྱེ་མེད་ཅིག་དང་སུ་གང་ལ་ཆོས་མ་སྒྲུབ་ངེས་ཅིག་རེད་དགོངས་ནས་ང་ལ་བཀའ་མོལ་གནང་ཟེར་བ། དེ་གསུངས་ཙང་ང་དེ་འདྲས་ལ་ཁྱོད་ནི

ད་ཅིག་ང་རང་ཚང་མ་གཅིག་སྒྲིལ་ཡོང་ཡ་ཐག་ལ་ངས་བཀའ་རྒྱུད་ཟེར་བ་ང་མཁས་པ་མི་འདུག་རེད་པ་དེ་ནས་བཀའ་རྒྱུད་ད་དེ་ན་ཡིན་ནས་ཐ་མ་དེ་ལ་དོན་དག་དེ་ལ་གནས་ཐུབ་ནི་མི་དེ་ཀླད་པའི་ནང་ལ་ཅིག་ང་ཚོའི་གི་ཅིག་ཙག་ཙག་མག་ཙག་མང་པོ་བྱེད་ཡ་དེ་ཆོ་མི་འདུག་ག་བ་ཕིན་གི་འདུག་བོད་དོན་ལ་ནི་ཕིན་གི་མི་འདུག་ང་ཚོ་དུས་ཚོད་ད་གེ་སྤྲོ་ལ་བཏང་གི་འདུག་རེད་པ་ཅིག་ང་ཡིན་གཅིག་སྒྲིལ་མ་སོང་ཟེར་ནི་ད་ག་ལ་ལ་ང་ཚོ་ཀོ་རེ་རྒྱབ་དེ་ནི་དེ་ཕིན་གི་ཡོད་དམ་མེད་གི་ངས་ཙམ་ཙམ་ཅིག་དོན་དག་གི་ཐོག་ལ

ཁོ་ཚོའི་འཚོ་བ་དེ་མར་སྟོན་དུས་གང་ལ་སེམས་ཀྱི་ན་ཚ་དེ་མར་སྟོན་སྲོལ་གྱི་སྒུག་ཡོད་རེད་འདི་ང་རེད་མར་སྟོན་ནང་དང་ནི་ངས་ཡི་ཚང་མ་ལོག་ལ་ཅིག་ལག་འབྲེལ་ཞུ་ཞིག་བྱེད་མ་ཐུབ་ནས་ངས་ཡི་འདི་འབད་བརྩོན་ཞུ་གི་ཡོད་རེད་འདི་འདྲའི་ཐོག་ནས་སྐད་ཆ་སྐམ་པོ་བྱེད་ནས་ཡིན་ནའི་ཅིག་གོ་དུས་གང་ལ་ངས་ངེད་རང་ལོག་ལ་ཅིག་མཐུན་འབྲེལ་ཡོང་ཡག་གི

Washington གྱི་རྒྱལ་མིའི་གཞུང་ཚབ་ནང་ལ་ང Black List ནང་སླེབས་ནི་ག་རེ་རེད Separatist ག་ལ་ཡི Cliques ཟེར་ནི་ཡོད་རེད་དེ་སྒྲུང་རིང་པོ་རེད་ཡིན་པ་ཡིན་ནའི་ད་ཁོ་ཚོའི་དགོས་ཡག་དེ་ག་ཡག་དེ་ཁོ་ཚོའི་སྐད་ཆའི་ས་དབང་ཐོག་ནས་ད་ལྟ་གསུངས་པ་ནང་བཞིན་རེད་ང་ཚོའི་སྤྱི་ཚོགས་ནང་ལ་སོ་པ་མང་པོ་ཡོད་རེད་བ་དེ་གས་ཚང་མ་ཕ་གིའི་སླད་དེ་དུས་ཁོ་ཚོ་ག་ཚོད་ག་ཚོད་ཀྱི་ཡོད་རེད་འདི་གསུངས་ཚོ་ཁོ་ཚོས་གས་ང་ནི་ང་ཚོའི་སྤྱི་ཚོགས་ནང་ལ་མི་བཏང་ནས་བཏང་བུད་མེད་ང་འདྲ་བོ་ཅིག་ཐུགས་ཕན་གསོས་ངེས་ཅིག

རྒྱལ་བ་རིན་པོ་ཆེན་དང་པོ་བོད་དོན་དང་པོ་བོད་སྤྱི་པ་དང་པོ་བྱེད་ངན་བུད་མེད་དེ་ལ་དེ་མིན་མོ་དགོ་ཡག་དེ་མ་རེད་མོ་དགོ་ཡག་ཅིག་ང་ཆོས་ཡོད་དེ་སུ་ཚོ་བུད་མེད་རྣམ་པ་ཚོ་ཡིན་ནས་ཐུགས་སེམས་བཞེས་ནས་ང་རང་ཚོའི་སྤྱི་ཚོགས་སྐད་ཆ་ཚག་ཚག་མག་དག་དེ་ཕ་གཡུག་བཞག་ནས་ལྟ་སྐུ་བྱེད་ངན་ཐལ་མོ་བྱེད་འུ་ཡོད་ཅིག་དེའི་ཐོག་ལ་ལྟ་ད་རེས་ག་འདྲ་བྱས་བ་གསུང་གི་ཡོད་རེད་ལྟ་དྲ་རྒྱ་དེའི་ཐོག་ལ་ངའི་ལག་པ་ཐལ་མོ་བརྒྱག་ནས་ཐུགས་བསམ་རྒྱ་ཆེན་པོ་དགོངས་ཤུགས་ཆེན་པོ་ཚང་ནང་དུ་དངོས་གནས་བོད་པ་མི་རིགས་ལ་སྤོབས་པ་ཡོད་པའི་ཤ་ཐག་རེད་བོད་དོན་ལ་སྤོབས་པ་ཡོད་པའི་ཤ་ཐག་རེད་བྱེད་ཀྱི་ཡིན་གསུང་བའི་ཤ་ཐག་རེད་རྒྱལ་བ་རིན་པོ་ཆེ་ལ་དངོས་གནས་དངོས་གནས་གུས་བརྩི་དང་དད་པ་དང་དངོས་གནས་ཡིད་ཆེས་དང་ཡོད་པའི་ཤ་ཐག་ཅིག་ངས་ངོས་འཛུན་ཞུ་གི་ཡོད་ཁྱེད་རང་ཚོ་རྒྱལ་བ་རིན་པོ་ཆེ་དགོངས་ཤུགས་འགྲོ་གི་ཡོད་ན་ལྟ། གོ་ཞིག་བཤད་རོགས་གནང་སྟབས་ས་ས་མ་འདུག་ཤག་དོན་དག་ལ་སྲིད་ང་རང་ཚོ་རྩ་དོན་ལ་སྲིད་སུས་ཕན་མཐོ་བ་དོ་མ་མཐོ་ཤོག་ཅིག་ཁོ་ག་སུ་རེད་ཞེན་ཁོག་དང་ཅིག་ཕ་ཚུ་ཆོལ་ཁ་ཆོས་ལུགས་དེ་རྩ་བ་གཉིས་ནས་ཕན་མཐོ་བོ་མ་ད་ད་ལོ་ཤི་ད་ཆེ་ག་ནང་ལ་བཙོ་ཡ་ན་ག་འདྲ་བཙོ་གོ་མི་འདུག་ང་ནི་འུ་རུ་ཆེ་མཐུ་བོ་འདུག་ཆེ་ཡང་མཁྱེན་མི་འདུག་ཡིན་ན་ངས་ད་རེ་ལྟ་ཡང་ངས་ཀྱི་དེ་ཡིན་དོན་དོན་ཡིན་པའི་ཐོག་ངས་འདིའི་ཐོག་ནས་ངས་ཡང་འབད་བརྩོན་ཞུ་གི་ཡོད་འདི་ཞུ་ཡ་ཡིན་ད་ག་ག་དུས་ཡིན་ནའི་གསུང་ཞུ་མ་ཆག་རེ་བྱས་ནའི་ཆུ་དུས་ཆག་ནའི་རེ་མ་ཆག་ནའི་རེ་ངས་ངུ་ནའི་ག་ཞུ་རེ་བསྐྱ་ད་ག་ལ་འབད་བརྩོན་ཞུ་ཡ་ཡིན་གཅིག་དེའི་ནང་ལ་ང་རང་སྤྱི་ཚོགས་ཆུང་ཆུང་དེའི་ནང་ལ་ཡིན་ནའི་རེ་ང་ཚོ་དཔེ་ཆ་པོ་ཡོད་ལྟ་བ་ལང་ཕྱོགས་མེ་འདྲ་ཡོད་རེད་ཏི་ཆུ་བོ་མ་རེད་ཞེན་གོག་མེ་འདྲ་ཡོད་རེད་ཅི་མ་ལི་དུ་བ་ན་ས་གནས Salt Lake City Utah གི་བོད་མི་ཉིས་བརྒྱ་སུམ་བརྒྱ་མ་ཟིན་ཚོད་ཚང་མ་དཔེ་ཡག་པོ་ཡོད་ད་ཡིན་ན་ང་ཚོས་བཤད་དུས་བཤད་ཐབས་དངོས་གནས་ཡག་པོ་ཡོད་དེ་འདྲའི་མ་ཤེས་ཏེ་ད་དང་པོ་སུ་སུའི་ནང་རེད་པ་དེ་ནས་ཕ་རྒྱ་ཆེ་རུ་བཏང་ནི་ཕ་ཚུ་རྙེད་པ་ཡག་གི་དེ་འདྲའི་འབད་བརྩོན་ཞུ་གི་ཡོད་ད་འདྲ་ཡིན་པའི་ཞུ་རྩིས་ཡོད་དེ་ཞུ་འདོད་བྱུང་ལབ། བེམ་ལ་ཐུགས་ཆེ་ན་ཨ་ནི། དེ next དྲི་བ་དེ་བེམ་ལ་འདི་རེད་བཞག། ད་ལོ་འགྲོ་འཆར་ཤ་ན་པེམ་ལ་ད་ང་ཚོ་དེ་འདྲ་ནིའུ་ཡོག་ནང་ལ་ཚོགས་པ་ཆེ་ཆུང་མང་པོ་ཞིག་ཡོད་རེད་དེ་ནང་རྙོག་དྲ་མང་པོ་ཞིག་འགྲོ་བྱུང་ཡོད་རེད། ཨཱ་ནི། ཨཱ་ནི། དེ་ལ་ཨཱ་ནི་པེམ་ལ་སྐབས་བཅུ་དྲུག་པའི་སྤྱི་འཐུས་ཡིན་པའི་ཆ་ནས་ཨཱ་ནི་སྟངས་འཛིན་ག་འདྲས་འགྲོ་ཅིག་གནང་ཡོད་ན

བ་ཡིན་ནས་སོ་སོ་བོད་མི་དམངས་སྤྱི་འཐུས་ཀྱི་ཡིན་པའི་ཆོ་གན་ཁེ་ཕིན་གན་ཁ་ཕིན་མ་ཁེ་པ་རྩ་བ་ཉིད་ནས་མེད། དམིགས་བསལ་གྱི་སོ་སོ་བོད་མི་གཅིག་ཡིན་དུས་ཁ་ན་འཚོ་བ་ཇི་ལྟར་སེམས་པ་སྐྱོ་བོ་བྱེད་འགོ་འདུག་ལྟོ་ཚ་བུ་ཡོང་གི་འདུག་ཡིན་ནས་ག་ཅོ་ད་ངའི་ངོ་ཅོག་ནས་ནི་ད་ཕན་ཚུན་ཚང་མ་ལོག་ལ་ད་འགྲིག་ཐབས་གནང་རོགས་གནང་ཀུ་ཅི་ད་ང་རང་ཚོའི་ཞབས་འདྲེན་མ་ཞུས་རོགས་གནང་ཆོག་དུག་གས་ད་འདི་བཞག་ཡ་བཞག་བཏང་རང་ཚོ་ཅིག་གཟབ་གཟབ་གནང་རོགས་གནང། ཅེས་ནས་འབོད་སྐུལ་ཞུ་གི་ཡོད་རེད་བ། འདི་སོང་ཙང། འགན་ལེན་པའི་འགན་མ་ལེན་པ་ནས། ཉེས་པ་དེ་ད་ང་རང་ཚོའི་བོད་མི་ཚོགས་པ་ཟེར་ཏེ་དཔེ་མི་སྲིད་རྩ་ཆེན་པོ་ཅིག་དང་ད་དཀོན་མཆོག་ཆོས་པ་དབྱེར་མེད་ཀྱི་ཚོགས་པ་ཅིག་དེའི་ནང་ནས་ང་རང་ཚོ་བོད་མི་གི་སྒྲིག་འཛུགས་དེ་གལ་ཆེ་ཤོས་ཅིག་གསར་འགྱུར་ནང་ཆགས་བསྡད་ཡོད་རེད་བ། དེ་ད་འབྱུང་ཁུངས་དེ་ག་འདྲ་བྱུང་རེད་ཟེར་ན་ད་སྔ་མོ་བཅུ་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་ལ་ཨ་ནི་ཕྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་མོ་དེ་བུད་མེད་ཀྱི་གྱེན་ལངས་ཀྱི་ཐོག་ནས་ད་དེའི་ཐོག་ནས་རྒྱུན་རིང་དེའི་ཐོག་ནས་ད་ང་རང་ཚོ་བུད་མེད་ཚོགས་པ་ཅིག་ཆགས་བསྡད་ཡོད་རེད། ད་དེའི་སྐབས་ཀྱི་ཨ་ནི་གྱེན་ལངས་སྐབས་ཀྱི་བུད་མེད་བརྒྱ་ཕྲག་མང་པོ་དངོས་གནས་བློས་བཏང་གནང་ནས་ད་ང་རང་ཚོ་བོད་པའི་གི་འཐབ་རྩོད་ཤུགས་རབ་དེ་གའི་གྱེན་ལངས་གནང་ནས་བོད་པའི་ཐོག་ལ་གང་འདྲའི་བློས་བཏང་གནང་ནས་སྐུ་ལུས་སྲོག་ཕྱིན་ཡོད་རེད་དངོས་གནས་དེ་འདྲའི་རེད་ད་དམ་པའི་བཙན་བྱོལ་ནང་ལ་ཆགས་བཞག་པས་ན་ལོ་ངོ་དྲུག་ཅུའི་ནང་ལ་བོད་མིས་བཙན་བྱོལ་ནང་གི་ཡོངས་ཀྱི་དངོས་གནས་བྱས་རྗེས་ཆེན་པོ་བཅུ་གྱི་བོད་མིའི་ཚོགས་པ་དེ་ཆགས་བསྡད་ཡོད་རེད་རེད་བ། དེ་སོང་ཙང་ད་ང་ནི་སྐུ་མཆོད་གསུམ་ག་རེ་ཞུ་རེད། ལོ་གཅིག་གི་ནང་ལ་དུ་བརྩི་མེད་ཕ་བཤད་ཚུར་བཤད་ཕ་བཤད་ཚུར་བཤད་དེ་ནི་ཐང་རང་ཚོའི་གྱོང་དེ་ལའང་ཨེ་རེད་དཔེ་ཆེན་པོ་གཅིག་བོད་དོན་ཐོག་ལ་ཐང་རང་ཚོ་བོད་པའི་ལས་འགུལ་ཐོག་ལ་སྤེལ་ཡ་ཡིན་པ་རེད་སྤྱི་པའི་ཐོག་ལ་ཡིན་པ་འདི་འདྲས་ལ་འཐུས་ཤོར་ཕྱིན་ད་མགོ་པས་ང་ཚོའི་བོད་སྐོར་རེ་རྒྱབ་ནས་བོད་འདུག་ད་ལྟ་ཐེངས་བརྒྱད་ཡོད་རེད་ད་ད་ད་དོན་དེ་དག་ང་ག་རེ་ཞུ་འདོད་ཅེས་ཟིན་ད་ང་ཚོ་དངོས་གནས་དྲང་གནས་ང་རང་ཚོའི་རྩ་དོན་འདི་ཨནི་རྩ་དོན་འདི་ར་ཐོག་ལ་ང་རང་ཚོས་ཨནི་བསམ་བློ་བཏང་ན་ནི་ད་སྐུ་ཅིག་ད་འགྲིག་ཡབ་ཀྱི་འགྲིག་ཐབས་ཅིག་གནང་རོགས་གནང་དེ་མ་གཞི་ང་ཞུ་ཡག་གི་མི་འདུག་ད་ང་ཉེ་རྟགས་དང་ནི་བཀའ་རྒྱུད་བཏང་ནས་ང་ལ་བྱེད་ཡག་གི་དེ་ཡོད་མ་རེད་ག་ཡིན་ཟེར་ན་དེ་མི་གཞུང་འབྲེལ་མེད་པའི་ཚོགས་པ་ཅིག་ཆགས་བསྡད་ཡོད་རེད་དེ་མི་སོང་ཙང་ང་མི་དེ་སྤྱི་འཐུས་ཅིག་རེད་མ་གཏོགས་དེ་དེ་འདྲའི་ཐོག་ལ་ངེད་ཀྱི་བཀའ་བཏང་ནས་ངེད་ཀྱི་ཐག་གཅོད་བྱས་ཡོད་མ་རེད་ངས་ག་རེ་ཞུ་ཟེར་ན་ད་རྣམ་པ་ཚོས་སྒྲིགས་དངོས་ནས་དེ་འདི་ཡག་གི་གཅིག་གནང་རོགས་གནང་དང་དེ་སྤྱི་བོ་གཅིག་མ་གཏོགས་ངས་འབུལ་ཞུ་ཡག་མི་འདུག་རེད་བ། ང་ད་ལ་ཡིན་དེ་མ་གསོན་ཞུ་ཡག་མི་འདུག། གཞན་ཕེམ་ལགས།
ཐུགས་ཆེ་ན། ཨན་ཕེམ་ལགས་ཨན། འདི next དྲི་བ་འདི་འདི་རེད་ཤག། ད་ལྟ་ཆད་ལ་ད་ང་ཚོ་འདི་ད་འཇིགས་ཕེམ་ལགས་ཡི་གསུང་བ་དག་རང་རེད་ཤག། ཨ་ནི་ཡིན་ནི་དྲི་བ་འདི་ཡི་དག་རང་རེད་ཤག་ང་ཚོ་ད་ལྟ་ཆད་ལ། བྱང་ཨ་རིག་གི་སྤྱི་འཐུས་རྐུབ་བཀྱག་གཉིས་ལས་ཡོད་མ་རེད་དེ། ཡིན་ནས་མི་མང་གི་གྲངས་ཚད་དེ་མང་རུ་མང་རུ་སྟོང་ཕྲག་སུམ་ཅུ་དུ་སྐད་དྲུག་འདུག་ལ་གོ་རེད། ཨ་ནི་ད་རྐུབ་བཀྱག་གཉིས་དག་རང་གི་འགྲིག་གི་ཡོད་ན། ཀྱི་ཡང་ཨང་ད་ང་ཚོ་འགྱུར་བ་བཏང་ཡག་གི་དུས་ཚོད་ཤི་ལེ་གི་འདུག་ཨ་ནི་ཡང་འདི་དང་མཉམ་དུ་བེམ་ལ་ད་ད་ད་འདི་ཆགས་འགྲོ་གི་འདུག་ང་ཚོ་ད་ད་ཆོལ་ཁ་ཆོས་ལུགས་ཀྱི་ཐེན་ཀལ་དེ་གཙོ་བོ་དེ་ཡོང་ས་དེ་ཕ་སྐད་ང་ཚོ་འོས་བླུག་ས་ནས་འདུག་ཤི་ནས་ཡོང་གི་འདུག་ས་ཨ་ནི་ཕ་སྐད་ལ་ད་ད་རྒྱ་བོད་འབྲུག་གསུམ་ལ་ང་ཚོ་གི་འོས་བླུག་སྟངས་ཀྱི་འགོ་འགྲོ་སྟངས་དེ་ལོག་ཀ་ཅི་རེད་ཨ་ནི་ཡང་ད་ད་ང་ཚོ་བྱང་ཨ་རི་ཕྱོགས་དང་དེ་ཡོ་རོབ་དང་དེ་ཚོ་གི་འོས་བླུག་ནི་འགྲོ་སྟངས་ལོག་ཀ་ཅི་རེད་དེ་ལ་ཆོལ་ཁ་ཆོས་ལུགས་མེད་འོ་དམ་ལུགས་འོ་རེད་ཕ་སྐད་ལ་ཡང་ཆོལ་ཁ་ཆོས་ལུགས་དམ་ལུགས་འོ་རེད་ཨ་འདི་ལ་ཡང་མི་དམངས་མང་པོ་ཅིག་གི་བསམ་ཚུལ་གར་དུ་ལགས་ན་དེ་འདྲས་བྱིས་བ་ལས་ཆོལ་ཁ་ཆོས་ལུགས་ག་ཅིག་འདི་ཏིས་ཉུང་རུ་བཏང་ནས་མི་དམངས་གི་སྐུ་ཚབ་དེ་མི་དམངས་ཁོ་རང་སྐུ་ཚབ་བྱེད་ནས་ལ་དྭགས་འགྲོ་ན་ལ་དྭགས་ཁོ་རང་གི་ཡང་སྐུ་ཚབ་ཅིག་ལངས་ཡོང་བེལ་ལོ་གོ་བི་བེལ་ལོ་གོ་བི་མོན་གོར་མོན་གོར་ནེ་པཱལ་ཨ་ནི་ག་བ་ཡིན་ན་བོད་པ་གཞིས་ཆགས་སོ་སོ་ད་ཐོབ་ཐང་མི་གཅིག་སྟོང་ལ་གཅིག་དུས་གཅིག་ལངས་ཆོག་གི་ཡོད་ན། ཨ་ཁོ། ག་བ་ནི་ལང་གི་ཡོད་ན་སོ་སོ་ལང་ཆོག་ཡ་གི་ཐོབ་ཐང་ཅིག་སྤྲད་པ་ཡིན་ན་ང་ཚོ་ལ་ཅིག Transparency ཡག་ག་ཡོང་ས་རེད་འགྲོ་ལ་ངས་འདི་འདྲའི་མི་མང་མང་པོ་ཞིག་ལས་གི་འདུག་འདི་ལ་དཔེ་མ་ལ་ག་འདྲས་འགྲོ་ཞིག་བསམ་གི་འདུག།
ལོ་ལོས་ད་དང་པོ་དེ་བྱ་ཨ་མི་རི་ཀ་ལ་མི་འབོར་གི་ཆ་ཤས་ནས་མང་རུ་གུ་གུ་འདུག། ད་ག་རང་རེད། དེའི་ཐོག་ལ་ད་ད་ལྟ་ཉིས་བརྒྱ་བཅུ་དུས་ཕྱི་ཟླ་དགུ་པའི་ནང་ལ་ང་ཚོ་ཚོགས་ཐུག་ཡོད་མ་རེད་བ། ཚོགས་མ་ཐུག་ཙང་ཨ་མེས་རྣམ་པ་ཚོས་ཁྱི་འགལ་མ་རེད་ང་ཚོ་སྤྱི་འཐུས་ངའི་ཕྱག་རོགས་གཉིས་དང་ང་ཚོས་གི་གྲོས་འཆར་བཟོས་མིན་པ། གྲོས་འཆར་ད་རིམ་པས་མང་པོ་ཅིག་ཆགས་བསྡད་ཡོད་རེད་དེ་དེའི་ནང་རྐང་གཅིག། ཕྱི་རྒྱལ་ཡུལ་གྲུ་ག་ད་དམིགས་བསལ་ང་རང་བྱང་ཨ་མི་རི་ཀ་གི་སྤྱི་འཐུས་སོང་ཙང

ད་དུས་སང་གི་སྤྱི་ཟླ་གསུམ་པའི་གི་གྲོས་ཚོགས་ནང་ལ་དེ་གྲོས་འཆར་དེ་ཡག་གིས་ནི་མང་གཏང་ཡག་གི་དེ་བདེན་པའི་ཆོས་གཞི་དང་ཡ་ཕུལ་གི་ཡོད་དེ་རྒྱབ་སྐྱོར་རྒྱ་ཆེ་རྒྱ་ཐམ་པ་ཡོད་ང་ཚོ་དགོས་གི་འདུག་དེ་སུན་ཙང་དེ་གཅིག་ཞུས་ལན་འདེབས་ད་ད་ད་དོན་དག་རྡོག་རྡོག་དེ་ད་ཆོས་ཕྱོགས་གི་སྤྱི་འཐུས་གསུང་གི་ཡོད་ས་རེད། དེ་གཅིག་ང་ཚོ་གཅིག་སྤྱི་ཚོགས་ནང་ལ་གཅིག་ཆོལ་ཁ་ཆོས་ལུགས་ཟེར་ད་ལྟ་ཆོལ་ཁ་ཆོས་ལུགས་ཀྱི་མིན་པ་བཅས་ས་གནས་ས་གནས་གསུང་ཡ་དེ་དེ་གསུང་གི་ཡོད་ད་ད་དེ་ཐོག་ལ་ཞུས་པས་ན་ད་ཁ་ཤུ་རེད་ད་ཆོལ་ཁ་ཆོས་ལུགས་ཀྱི་སྤྱི་ཏོ་སྤྱི་འཐུས་དེ་ཐོག་ལ་ཞུས་པས་ན་ད་གོང་ས་སྐྱབས་མགོན་མཆོག་གི་དགོངས་དོན་ད་གཅིག་མཁས་པ་མང་པོའི་གི་དགོངས་ཚུལ་ཐོག་ནས་ད་བཅའ་ཁྲི་རིན་པོ་ཆེ་ནང་ལ་ཆོས་ལུགས་ཀྱི་སྤྱི་འཐུས་དེ་ད་གསལ་ཐག་ཆོད་འཁོད་ཡ་རེད། གཉིས་པ་དེ་ད་བཅའ་ཁྲིམས་འདིའི་ནང་ལ་ཆོལ་ཁ། ག་ཞུ་རེད་ཆོལ་ཁའི་གི་ད་སྤྱི་འཐུས་དེ་འཁོད་བསྡད་ཡོད་རེད་བ། དེ་སོང་ཙང་ད་ག་ཞུ་རེད་ང། སྤྱི་འཐུས་ད་བོད་མི་ས་ཡ་དྲུག་གི་སྐུ་ཚབ་ཅིག་ཆགས་བསྡད་ཡོད་རེད། ཡིན་ནའི་འདིའི་ཐོག་གི་འགྲེལ་བཤད་གསལ་པོ་ཅིག་ཧ་ཙིང། ཕྱི་ཟླ་དགུ་པའི་ནང་ལ་དམངས་གཙོའི་དུས་ཆེན་སྐབས་ལ་སྲིད་སྐྱོང་དཔལ་ལྡན་སྲིད་སྐྱོང་གི་གསལ་ཐག་ཆོད་ཅིག་བསྐྱོན་འདུག་དེ་ཡང་རྣམ་པ་ཚོས་ཐུགས་གཞིག་ཅི་གནང་པས་ན་དེ་ནས་ལན་འདེབས་ཅིག་ཡོང་གི་རེད་གསུངས་གི་འདུག་ད་ལྟ་ཁྱེད་རང་ཚོས་དགོངས་ཚུལ་དེ་དགོངས་ཚུལ་དཔེ་ཡག་པོ་རེད་ད་རིམ་པས་དེ་གའི་དེ་མི་མང་གི་མང་མོས་ཐོག་ནས་དགོངས་ཚུལ་དེ་གའི་དེ་ཡི་གི་ནང་ཐོག་ནས་ཅི་ཐང་ཅིག་བསྒྱུར་བཅོས་དོན་འཁྱོལ་འགྲོ་གི་ཡོད་རེད་ཡིན་པ་ཡིན་ནའི་ད་ལྟའི་གི་གནས་བབ་ཀྱི་ཡོངས་བདག་ཆོས་ལུགས་སྤྱི་འཐུས་ཡོང་ཡ་ཆོལ་ཁ་མེད་དྲག་ཡོང་ཡ་དེ་གི་དེ་བེད་སྤྱད་ཁ་ཚིན། བོད་མི་གྲི་ཚོ་དཔའ་འདེགས་སྲིད་སྐྱོང་གི་ནི་ང་ཚོའི་དམངས་གཙོའི་དུས་དྲན་སྐབས་ལ་ཕྱི་ཟླ་དགུ་པའི་ནང་ལ་དཔེ་གསལ་ཐག་ཆོད་དཀར་ནག་སོད་ཟླའི་རྣམ་པ་བཟོ་ཅིག་ཐུགས་ཞིབ་གནང་དང་ནི་དེ་ནས་གསལ་པོ་འབྱིན་དགོས་རེད་གསུང་གི་འདུག།

ཧོན་སུ་རྐྱང་པའི་ཆུན་པོ་མཆོག། དངོས་གནས་སོ་སོའི་སྒོས་བཙལ། དངོས་གནས་ཞག་ཐུང་ངེ་ཅི་ལྟར་མཐའ་གཅིག་ཏུ། ཧོན་སུ་མཆོག་གི་དགོངས་འདུན་གྲུབ་ཉེར་གཅིག་བྱིས་དུས་གཅིག་ཨ་མིན་སྲིད་སྐྱོང་གཅིག་ད་རང་གནས་དགུ་དགུ་ཡོད་རེད་ཁོང་སྲིད་མཆོག་གི་དགོངས་འདུན་ཁོང་སྲིད་མཆོག་གོང་ནོར་སྨིན་པོ་རེད་ད་ད་ལྟ་བོད་དུ་སྐུ་ཉེ་དེ་བས་སྐྱོན་ཡོད་རེད་ད་མདོ་ཡིན་པའི་སྐུ་ཉེ་སྨིན་པོ་རེད་དེ་ད་མདོ་ཡིན་པའི་སྐུ་ཉེ་མ་འཛེམ་པའི་ཐོག་ནས་ང་ཚོ་བོད་མི་ཚོས་བོད་དོན་ཐོག་ལ་ཐུགས་ཁྲལ་གནང་ཁ་བརྡ་ཅི་འདྲ་གནང་ནས་འདི་གནང་གི་ཡོད་དེ་གི་དགོངས་འདུས་དེ་གྲུབ་ཡིན་ན་དེ་ནོར་གི་ཡོད་ན་དེ་གྲུབ་ངེས་གཅིག་དགོས་གི་འདུག་གཉིས་པ་དེ་ལ་ད་ད་མི་ཚང་མ་ག་ཤོད་རེད་ཉམས་མྱོང་ཡོད་ངེས་གཅིག་དགོས་གི་ཡོད་ད་ཉམས་མྱོང་ཡོད་ངེས་གཅིག་དགོས་གི་འདུག་རེད་བ་ཉམས་མྱོང་དེ་གཅིག་སྤྱི་པའི་ལས་ཀ་བྱེད་པ་གཅིག་པོ་གི་ཉམས་མྱོང་ཚིག་ནས་འབྲི་གི་ཡོད་མ་རེད་གསུངས་འདུག་ཉམས་མྱོང་དེ་སྐད་ཆེན་པོ་གཅིག་ཆགས་བསྡད་ཡོད་རེད་བ། ད་ང་ཚོའི་གི་བོད་མི་ད་ཆབ་སྲིད་ཀྱི་དབུ་ཁྲིད་དེ་ད་འཛམ་གླིང་གི་སྡིངས་ཆའི་ཐོག་ལ་སྙེབས་ཐུབ་པའི་གི་ཉམས་མྱོང་གཅིག་དགོས་གི་ཡོད་རེད་བ་གང་ཞིག་ཐོག་ནས་གི་དེ་དཔེ་མ་སྲིད་གལ་ཆེན་པོ། གསུམ་པ་དེ་ད་སྲིད་སྐྱོང་དེ་ཏོག་སུ་བློ་ཁོག་གཅིག་ད་སྔོན་ན་རྒྱ་མིར་གདོང་ལེན་གནང་ཐུབ་ནི་གཅིག་དྲ་རྒྱའི་ནང་ལ་ཡིན་ན་རེད་ས་ཁུལ་ས་དག་ལ་སུག་ཐུབ་ངེས་གཅིག་དགོས་གི་ཡོད་རེད། ཅིག་ཞུ། ཅི་ཙམ་སུན་སྣང་ན་ངས་ཏག་ཏག་འདེགས་འདུག་གསུངས་མི་འདུག་ད་ལྟ་གོ་སྐབས་ཡག་ཤོས་ཀྱི་ཆ་དེ་ཡང་རེད། སུས་ཀྱང་སུ་ཕི་གི་ཡོད་མེད་ག་ཡིན་ཟེར་ན་རྒྱ་ནག་བོན་བོད་ཏོག་དབྱིབས་ན་ཚ་དུག་ཅག་འདིའི་རྐྱེན་པས་ད་འཛམ་བུ་གླིང་ད་གེས་དཀའ་ཉེན་འཕྲད་ནས་ད་དངོས་གནས་དྲང་གནས་རྒྱ་མི་ལ་ཟེར་ཡིན་འཛམ་བུ་གླིང་ནང་ལ་རྒྱལ་ཁབ་ཟེར་བའི་ཡིད་ཆེས་ཡོད་མ་རེད་ཁོ་སྐད་གསུང་བཤད་པ་དེ་དེ་དག་གསལ་པོ་བྱེད་དོན་རྒྱ་གར་རྒྱལ་ད་འུ་ཐུག་ཞུ་ཡོད་རེད་ད་ད་དེ་ག་ཞུ་རེད་ང་ཚོའི་གི་ད་ད་ས་མཚམས་གི་དེའི་ཐོག་ལ་ཡིན་པས་ཡིན་ནི་རེད་ད་རྒྱ་གར་ལ་ཅི་ག་ཞུ་རེད་ཕ་ང་སུ་ཐུན་ནི་དེ leverage དེ་ཆགས་བསྡད་འདུག་ང་དེ་འདྲའི་ཐོག་ལ་དཀའ་མི་ཤུགས་ཆེན་པོ་ཐུག་ཐུག་ཐུག་ངེས་བྱུས་ནི་ང་རང་ཚོའི་ད་བོད་པའི་འཐབ་རྩོད་ཐོག་ལ་ཐུག་མེད་སུ་གི་རེད་བསམ་པོ་འདུག་རེད་བ་ཡིན་ནི་འདི་དང་ཆབས་ཅིག་ཨན་ཙུའུ་གི་གོང་ས་མཆོག་གི་དགོངས་དོན་དེ་ཉམས་དོད་འདུག་ཨ་ནི་རྒྱ་ཆེན་པོ་ཅིག་གནང་ཐུབ་ན་ཨ་ནི་ཡག་པོ་ཞིག་རག་ཡོད་རེད་བསམ་གྱི་འདུག། ལ་སེ་པེམ་ལ། ཨ་ནི་པེམ་ལ་ད next དྲི་བ་དེ་འདི་རེད། ང་ཚོ་ཆོས་ལུགས་ཀྱི་སྤྱི་མཐུས་དེ་དམིགས་བསལ་གྱི་གོ་ཡ་མི་འདུག་དོ་ནན་ཁོང་ཚོ་ལ་ཁ་ཤེས་ལ་ན་ཅིག་དམིགས་བསལ་གྱི་ཡང་ཁོ་རང་ཚོ་ལ་ཅིག་སྡིངས་ཆ་ཞིག་སྤྲད་ནས་དེ་ཆོས་ལུགས་ཀྱི་སྤྱི་མཐུས་དེ་ཡང་ང་ཚོ་སྤྱི་མཐུས་ནམ་རྒྱུན་སྤྱི་མཐུས་ལས་མཐོ་བ་ཅིག་ནི་ཁོང་ཚོ Advisory རྡོ་རྗེ་སྐྱིད་ནས་ཁོང་ཚོ་ལ་ཅིག་ལོ་ཀ་ཅིག་སྤྲད་ཐུབ་ན་ཡག་པོ་ཡོང་ཡོད་ན་འགྲོ། ཡིན་དེ་འགྲོ་བ་བསམ་ཚུལ་དེ་ནས་བཞིན་ང་ཚོ་ཡིན་ནའི་ད་ཡང་དེ་རེད་ཨ་ནི་ཡང་ང་ཚོ་ལོ་ཆུང་བ་ནང་ལ་ཡང་མང་པོ་ཅིག་ཧ་གོ་གི་མི་འདུག་ཆོས་ལུགས་ཀྱི་སྤྱི་འཐུས་འདི་ག་ཚོད་གལ་ཆེན་པོ་ཆགས་ཀྱི་ཡོད་མེད་ཕ་གི་གྲོས་ཚོགས་ནང་ལ་གལ་ཆེན་པོ་ཆགས་ཀྱི་འདུག་མི་འདུག་ད་པེ་མ་ལ་ཡི་ནའི་ད་ལྟ་ད་ཉམས་མྱོང་ཡོད་རེད་པེ་མ་ལ་ཡི་མཐོང་ཡོད་རེད། on the spot ཕ་གི་ལག་ངོ་ནས་ག་འདྲའི་ཆགས་ཡོད་ག་རེ་བྱས་ཡོད་མཐོང་ཡོད་རེད། ང་ཡང་མ་རེད་ང་ཚོ individual གཅིག་གཉིས་ཀྱི་ལྟ་ནི་ཡང་འདི་གང་ཙམ་གོ་མི་འདུག་ལ་ནས་འགྲིག་གོ་མ་རེད་ང་ཚོ་མི་མང་ལ་ཡིན་ནས་ཧ་གོ་ཚོ་གི་མི་འདུག་འདི་གལ་ཆེན་པོ་ག་ཚོད་ཆགས་ཡོད་རེད་ད་ལྟ་དུས་ཚོད་ལ་གོ་ཡོད་རེད་མ་རེད་དངོས་གནས་བྱས་ན་ང་ཚོ་ལ་ག་འདྲའི་འགྲོ་བཞིན་ཡོད་ནས་ཏག་ཏག་ཆགས་ས་རེད་བསམ་གི་དཔེ་མ་ལ་བསམ་ཚུལ་ག་འདྲའི་འགྲོ་བཞིན་ཡོད་འདི་གང། ད་ངའི་བསམ་ཚུལ་འདི་ད་དངོས་གནས་འདི་གནས་ཚུལ། ཆོས་ལུགས་ཀྱི་སྤྱི་འཐུས་གསལ་ཏེ་གཏམ་རིན་པོ་ཆེ་དང་གནད་འགག་ཆེན་པོ་གཅིག་ཆགས་ཏེ་རེད་དང་པོ་དེ་བཅའ་ཁྲིམས་རིན་པོ་ཆེ་དེ་བཟོས་གནང་དུས་གང་ལ་གོང་ས་སྐྱབས་མགོན་མཆོག་གིས་གོང་ངས་གོང་དུ་ཞུས་པ་ནང་བཞིན་རེད་དགོངས་ཚུལ་རེད་ཨ་ནི་མཁས་པ་མང་པོས་ཀྱི་ད་དགོངས་ཚུལ་རེད་དེ་སོང་ཙང་དེ་ལ་གཏན་འབེབས་ཆབ་སྲིད་ཀྱི་གནས་སྟངས་ཀྱི་གནད་འགག་གཅིག་ད་གཏན་འབེབས་དེ་ཡོད་རེད་བ་དེ་སོང་ཙང་འདི་རྣམས་རེད་དེ་སོང་ཙང་ཧོབ་དེ་གང་ལ་ཡིན་འདི་གུ་གུ་འདུག་མི་འདུག་ཟེར་ངེས་ཀྱི། སྤྱི་པའི་སྤྱི་འཐུས་ཀྱི་རེད་དེ་ངས་ད་ལྟ་ཞུ། སྒེར་གྱི་བསམ་ཚུལ་རྩ་བ་ཉིད་ནས་ཞུ་ཚུལ་ཐིག་གི་མ་རེད་དེ་ཡིན་ན་དེ་གནད་འགག་ཅིག་ཐོག་ནས་བཅའ་ཁྲིམས་རིན་པོ་ཆེའི་ནང་ལ་དེ་གསལ་ཐག་ཆོད་འཁོད་བསྡད་ཡོད་རེད་དེ་དུས་གོང་ཞི། གོང་ས་མཆོག་གི་སྐྱག་ཆེན་པོ་བཞེས་ཡོད་རེད་དུས་སུ་ཟ་ཡང་ངའི་ཧོབ་ཏུ་གང་ལ་དེ། ག་ཞུ་རེད།

ད་ག་འདི་དམ་བཅའ་འདི་ཞུ་གི་ཡོད་ད་ལྟ། སོ་སོའི་ཆོལ་ཁ་ཆོས་ལུགས་ཀྱི་དབྱེ་བ་མེད་པའི་ཐོག་ནས་ཨ་ནི་ཞབས་ཕྱི་ཞུ་གི་ཡིན་ཟེར་ན་དམ་བཅའ་འདི་ཞུ་གི་ཡོད་རེད་ཨང། ཕྱོགས་ལྷུང་བཟུང་དང་དེ་འདྲས་ཀྱི་དངོས་གནས་གཅིག་སུ་གང་ལ་གཅིག་སྤྱི་པ་རང་གི་བསམ་བློ་དང་དེ་འདྲས་ཀྱི་ཨ་ནི་སོ་སོའི་ཆོལ་ཁ་ཆོས་ལུགས་ཀྱི་ད་ག་ཞུ་རེད་ཞེན་ཁོག་མེད་པའི་ཐོག་ནས་ལྷག་བསམ་རྣམ་དག་ཐོག་ནས with full dedication

གལ་སྲིད་དཔལ་མོ་ལགས་ལ་དམིགས་བསལ་གྱི་ནུས་པ་ཞིག་སྤྲད་པ་ཡིན་ན་དམིགས་བསལ་གྱི Special Power ཅིག་སྤྲད་པ་ན་ང་ཚོ་བཙན་བྱོལ་བོད་མིའི་སྒྲིག་འཛུགས་ནང་ལ་ག་རེ་འགྱུར་བ་གཏང་གི་ནི་གཅིག་གཏང་ཆོག་གི་ཡོད་ལ་ནི་དམིགས་བསལ Power ཞིག་སྤྲད་པ་ཡིན་ན་དཔལ་མོ་ལགས་ག་རེ་འགྱུར་བ་གཏང་ས་རེད། ཧཧཧྀས
དམིགས་བསལ་གྱིས་ང་ལ་ཨོམ་ཆོས་ཕྱི་ནང་འདི་ཡིན་ན་འགྱུར་བ་འདི་ད་འགྱུར་བ་ཟེར་ནས་འགྱུར་བ་ཞིག་དྲག་ཏུ་ཁྱེར་སྟངས་ཡང་ཡོད་མ་རེད་ང་རང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་ནང་དངོས་ནས་ཕྱག་ལས་གནང་མཁན་ཚོ་ལ་ཟབ་སྦྱོང་དེ་དེང་དུས་ཀྱི་ཐོན་པ་ཨ་ནེ་ཕྱག་ལས་གནང་བདག་གིས་དེ་ཚོ་ཟབ་སྦྱོང་སྟེར་དགོས་ཀྱི་འདུག་གསུངས་ཀྱི་འདུག་རེད་བ་ང་རང་ཚོའི་ལས་བྱེད་པ་ཚང་མ་ལ་ད་དེང་དུས་ཀྱི། ཐེངས་འདི་ནས་ཤིང་གཅིག་གིས་ལས་བྱེད་པ་ཚོ་བསྐྲུན་དགོས་ཀྱི་ཡོད་རེད་ད་ལྟ་ཡོད་པ་ཚང་མ་ལོ་ངོ་ལྔའི་གྲངས་ནས་སེམས་ཤུགས་དང་ཧུར་ཐག་བར་ཐག་གནང་གི་ཡོད་རེད་ཡིན་ན་འདི་ནས་ཤིང་གིས་ད་ཨ་མེ་རི་ཀ་སྡེ་བ་གཞུང་ནང་ལ་ཡིན་ན་ང་ཚོ་ཟབ་སྦྱོང་ཞུ་གཅིག་རེད་དེང་དུས་ཀྱི་བསམ་བློ་བཏང་སྟངས་དང་དེང་དུས་ཀྱི་སྐད་ཆ་བཤད་སྟངས་དང་ད་ང་ཚོ་ད་ངའི་ཡིད་དམིགས་བསལ་འདི་ད་རེད་དེབ་སྦྱོང་གི་འདི་ངའི་ཡིད་ད་འགྱུར་བ་ཆེན་པོ་ཞིག་བཏང་ཉེ་འདུག་ད་འདི་རེད། དེ་ང་ཨོན་ཅི་ལྟ་བུས་ན་ངས་ད་ལྟ་ལྕགས་རྟའི་ལག་དེབ་ཀྱི་དེ process འཕེལ་སྟངས་དང་དེའི་གི་བརྒྱུད་རིམ་དེ་དངོས་གནས་དྲང་གནས་ག་ཞུ་རེད། དྲི་བ་ཆེན་པོ་དེ་བཏང་ན་གུག་འདུག་ག་ཡིན་ཟེར་ན་དང་པོ་དེ་ངས་སྔན་མ་ནས་བོད་མིའི་སྒྲིག་འཛུགས་ལ་ད་ལོ་བཅུ་ལྷག་ཕྱིན་བཞག་ཉིས་སྟོང་བརྒྱད་ནས་བྱས་ནས་ང་དང་པོ་བྱིན་དེབ་ལྗོན་ཀུན་ལྕགས་རྟའི་ལག་དེབ་ཐོག་ལ་བསམ་ཚུལ་ཕུལ་མཁན་དེ་ཚགས་ཚུད་པོ་གུག་འདུག་འདས་ལ་གནད་འགག་འདི་ད་ང་རང་ཚོའི་ཆ་འཕེལ་ལག་དེབ་འདི་ང་རང་ཚོ་བོད་པའི་ངོ་བོ་ཅིག་ཆགས་དེ་རེད་ག་ཤུ་རེད་ངོ་བོ་དེ་བོད་པའི་བོད་མི་རིགས་ཀྱི་ངོ་བོ་ཅིག་ཆགས་རེད་དེའི་ནང་གི་གནད་འགག་ག་རེ་ཟེར་ན་ང་རང་ཚོའི་ཆབ་སྲིད་སྤྱི་ཚོགས་དཔལ་འབྱོར་ཧོ་དེ་ཆགས་དེ་ཤར་ཡིན་པ་ཡིན་ནའི་ང་རང་ཚོའི་མི་མང་རྣམས་དེ་ཟབ་སྦྱོང་དུ་བསྒུག་འདུག་ད་ལྟ་བར་དུ་ངས་སྐད་བརྒྱབ་བརྒྱབ་བརྒྱབ་རེད་དེ་དེ། ད་ལྟའི་ཡག་པོ་བྱེད་མས་ཐུག་ན་སུ་དུས་ཡོང་གི་མི་འདུག་གཉིས་པ་དེ་ལ་ད་མི་མང་གི་སེམས་ཤུགས་བྱས་ནས་དེར་བྱེད་འགོ་དཔྱ་ཁྲལ་ལག་དེབ་ལ་དངུལ་ཕུལ་འདོད་ཡོད་རེད་ཕུལ་གི་ཡོད་རེད་ཡིན་ནས་དེའི་ཐོག་ལ་བྲེལ་བ་སྣ་དག་དང་ཁོང་ཚོའི་དངོས་གནས་དྲང་གནས་བཟང་སྤྱོད་ཀྱི་ཐོག་ནས་དང་ཡ་རབས་ཀྱི་ཐོག་ནས། པའི་འཐུས་ཤོར་འགྲོ་འུ་ཐུག་ད། མི་དགོས་པའི་ཚུལ་བཀའ་བཀྱོན་གནང་ནས་མི་ཁོང་ཚོས་ཡིག་ཆ་དག་ཆ་བྲིས་མ་བྲིས་ད་ཅིག་ཡིག་ཆ་ཚང་མ་ཚང་བྱེད་དུས་གང་ལ་ལམ་སྟོན་ཡག་པོ་བྱེད་མ་གནང་ཚེ་ཆགས་ཚུགས་པོ་གཅིག་ཡང་མི་འདུག་འདི་ད་དོན་ང་སེམས་ཚོད་དཔེ་ཆེན་པོ་ཡོད་དེ་ཡག་གེ་དཔེ་ལྟ་འུ་ཐུག་ད་འདིའི་ནང་ནས་ད་ང་ཚོས་ཆ་ཁའི་ལག་དེབ་དེ་ད་ཁོང་ཚོས online དྲ་རྒྱའི་ཐོག་ནས་ཕྱི་དངུལ་གནང་ཡ་དེ་དེང་སང་ག་འདྲའི་ལས་སླ་པོ་དང་ག་འདྲའི་གྲུབ་ཡོད་མ་རེད་གྲོས་ཚོགས་ནང་ལ་ངས་ཐེངས་མང་ཁ་ཤས་ཀྱིས་དཔལ་འབྱོར་ལས་ཁུངས་ལ་སྙན་གསང་ཞུས་པའི་དམ་པས་དེ་ག་ཞུ་རེ་དྲ་རྒྱའི་སྟེང་ནས་ཕྱི་དངུལ་གནང་ཡ་དེ་བཟོས་གནང་གི་འདུག་མ་ཟད་མི་དམངས་ལ་གཅིག་དངུལ་གནང་གི་ཡིན་ཟེར་འདུག་ག་ལ་དེ་ལ་གྱང་གི་མིང་དག་ཅན་ནོ་ཤཱ་སི་ཉི་མཆོག་བཀའ་ཉན་བཀྲས་མཚོར་ད་དེ་ཚོ་དངོས་གནས་བརྒྱུད་རིམ་དེ་དག་དངོས་གནས་དྲང་གནས་ཡར་རྒྱས་དང་ང་དབང་འབྱོར་གྱི་རྣམ་པས་ན་ངས་འདི་དེབ་ལྗང་གུ་དག་དེའི་ཐོག་དེ་ངས་ཡར་རྒྱས་ཞུ་ཞུ་བཏང་སྲིད་རེད་དེང་སང་མཐའ་དོན་འདི་དེར་ལྗང་བུ་དེ་ང་ཚོའི་གི་ངོ་བོ་དེ་བྱེད་དགོས་རེད་རྒྱ་མིས་གི་ག་རེ་ཟེར་དུ་ཟེར་ན་དེར་ལྗང་བུ་འདུག་ལབ་དུ་མ་ཁོ་ཚོ་རྐུབ་ལ་ཚ་མ་ཟུག་ནས་ཤི་འདི་གས་མི་ང་ཚོ་དཔག་ཚོད་དེར་ལྗང་བུ་དེ་ལ་དཔེ་ནུས་ཤུ་ཡོད་ད་དཔེ་དེ་ཡོད་རེད་གཟི་བརྗིད་དེ་ཡོད་རེད་དེ་བས་ད་ང་ཚོ་ལ་ད་བོད་པའི passport བསྟན་ཡ་མེད་ན་དེ passport འདྲ་བོ་ཅིག་ལག་ཁྱེར་ཅིག་ཆགས་དེ་ཡོད་རེད་དེ་ཡིན་ན་ཚགས་ཚུགས་པོ་བཟོ་ཡ་གི་དེ་ངས་གི་གང་ཕྱིར་དབང་རྗེས་འབྱུང་མིན་ན་འདི་ངའི་དེ་ལ་དམིགས་སུ་ཁ་ནས་ངའི་ལས་བྱ་འདི་པས་སེ་རེད་ཨུ། ད་གཟས་བེམ་ལ་ཐུ་ཆེ་ན། ཨ་ནི next དྲི་བ་འདི་བེམ་ལ་འདི་རེད་ཤ་ད་ང་ཚོ་རང་བཙན་ཡོད་པའི་དམངས་གཙོ་རྒྱལ་ཁབ་ཅིག་གི་སྤྱི་འཐུས་དང་ས་བོད་མི་སྒྲིག་འཛུགས་ཀྱི་སྤྱི་འཐུས་གཉིས་ལ་ཁྱད་པར་ག་རེ་ཡོད་རེད་བསམ་གི་འདུག་ས་བོད།
འདི་ཁྱད་པར་ཆེན་པོ་བྱེད་དུ་རུ་བ། ད་ང་རང་ཚོས་ད་རང་བཙན་མའི་བཙན་བྱོལ་ནང་ད་ང་རང་ཚོའི་སྤྱི་འཐུས་གྲོས་ཚོགས་འཐུས་མི Member of Parliament ཟེར་དུས་གང་ལ་ཆེན་དཔེ་ཆེན་པོ་རེད་དངོས་གནས་ཁོ་ནའི་གཟི་བརྗིད་ཆེན་པོ་དང་རིན་ཐང་ཆེན་པོ་དང་རྩ་ཆེན་པོ་ཆེ་རེད། ད་ཡིན་ནའི་ད་རང་བཙན་ཡོད་པ་རྒྱལ་ཁབ་གཙོས་ཀྱི Member of Parliament ཟེར་དུས་གང་ལ་ཁོང་ཚོའི་གྱི་མཐུན་རྒྱུ་དང་ང་ཚོའི་གི་གྲོས་ཚོགས་འཐུས་མི་མཐུན་རྒྱུ་ས་དང་ནམ་ཤོར་ཡོད་རེད་ད་ངས་དཔེ་སྟོན་ཞུས་པའི་ནང་ཕྱི་རྒྱལ་སྤྱི་འཐུས་ཆ་བཞག་གནང་ད་ང་ཚོ་ལ་ད་རང་བཙན་ཡོད་པའི་གི་མེ་འབོག Parliament ལ་ལས་བྱེད་པ་ཡོད་རེད་དཔལ་འབྱོར་གི་དུས་ཡོད་རེད་ད་མཐུན་རྒྱུ་མང་ཐག་ཆུད་ལས་ཁུངས་ཡོད་རེད་ད་ང་ཚོའི་བཙན་བྱོལ་གི་རང་བཙན་མེད་པའི་གི་སྤྱི་འཐུས་ཚོ་ལ་ད་ག་ཤུ་རེད་སོ་སོ་ཅིག་ལས་བྱེད་པ་དང་ཕ་ཞག་ཟེར་བ་ནི་ཁོང་ཚོ་རྣམས་དང་དཔལ་འབྱོར་དང་དེ་ལ་གཉིས་ཀ་ཡོད་མ་རེད་ཟེར་བ། ཁྱེད་ཀྱིས་མེ་དེ་དང་གྲོས་ཚོགས་བཅའ་ཡག་གི་ལོ་གཅིག་ལ་ཐེངས་མ་གཉིས་དེ་མཐུན་འགྱུར་ཅིག་འགྲོ་འགྲོ་ཅི་བཏང་གནང་རོགས། དེ་མ་གཏོགས་སུ་སུ་དང་གླ་རང་གི་ང་རང་ཚོ་བཙན་བྱོལ་ཡང་འདས་གཟི་བརྗིད་ཆེན་པོ་གཅིག་རེད་གསུང་གི་འདུག་རུ་བ་ང་རང་ཚོ་སེམས་ཤུགས་དང་ཐོག་ནས་ཅིག་སྤྱི་འཐུས་གཞོན་དུས་གང་ན་མི་ཚོ་ཐུག་ལ་སྤྱི་འཐུས་ལ་ན་ཅིག་རྐུབ་བཀྱག་ཆེན་པོ་ཅིག་དང་མིང་ཆེན་པོ་ཅིག་དེ་ཡོད་མ་བཏགས་པས་བས་ལ་འགན་ཆེན་པོ་ཅིག་ཡོད་རེད་བློ་བཏོན་ག་ཤུ་རེད sacrifice མང་པོ་ཅིག་ཡོད་རེད། ག་ཞུ་རེད་ཡང་མ་ཐལ་ཡག་ཏང་གཅིག་དོན་འགྲུལ་ཡོད་མ་རེད་སོ་སོའི་གཏམ་བཤད་ཀྱི་འཐུས་སྒོ་ཡོད་མེད་སོ་སོ་རང་གི་རིག་པ་བསྒྲིམས་ནས་འཐུས་སྒོ་རེད་གཞན་པ་ཨེམ་པི་དེ་ཚོ་ལ་གཏམ་བཤད་དྲི་ངན་ཡོད་རེད་ལས་བྱེད་པ་ཡོད་རེད་ཁ་བར་དང་སོ་སོ་སྤྱི་བོ་གཅིག་ཡང་ང་ཚོའི་བཙན་བྱོལ Difference དེ་ཡོད་རེད་ཡིན་པ་ཡིན་ནའི་རིན་ཐང་འདི་གཅིག་པ་གཅིག་རྐྱང་རེད་ཆགས་བསྡད་ཡོད་རེད་མཐུན་འགྱུར་གྱི་མ་གཏོགས་རིན་ཐང་འདི་གཅིག་པ་གཅིག་རྐྱང་གྱི་ཆ་དེ་ཡོད་རེད་དེ་ང་རང་ཚོའི་གྲོས་ཚོགས་ཀྱི་ག་ཚོད་བཙན་བྱོལ་གྱི་གྲོས་ཚོགས་འཐུས་མི་ཡིན་ཟེར་དུས་རྒྱ་མི་གས་མ་སྐྱིད་པ་དང་ཁོ་ཚོ་ལས་འདི་ཡོང་གི་དང་ད་ལན་ཅི་སྤྲད་ཐུབ་པོ་ཡོད་རེད་བ་ང་ཚོ་བོད་པ་གསུམ་པའི་ག་འདྲས་ཡིན་པ་ཆབ་སྲིད་ཐོག་ནས་དེ་ཡི་ལང་ཀ་ག་ཤུ་རེད་རྐུབ་བཀྱག་དེ་ཐོག་ནས་ང་ཚོའི་རྒྱལ་སྤྱིའི་ནང་ལ་གྲོས་ཚོགས་སྤོབས་པ་ཅན་གནང་ཡ་དེ་དེ་ཚོའི་རིན་ཐང་རེ་ཡིན་པའི་ཁྱད་པར་འདི་གཉིས་རེད་མཐུན་འགྱུར་ཡོད་པ་དང་མེད་པ་རེད་མ་གཏོགས་རིན་ཐང་དང་དུ་ང་ཚོའི་བོད་པའི་བཙན་བྱོལ་དེ་ཚོ་རིན་ཐང་ཆད་རེད་གསུང་གི་འདུག་ཡང་འོང།
ལ་སེ་བེམ་ལ། ཨནི་བེམ་ལ next དྲི་བ་དེ་དེ་རེད་ཤག་ང་ཚོ་ང་རང་ཚོ་སྤྱི་འཐུས་ལྷན་ཁང་གི་ལས་འགན་ནང་ནས་ལས་འགན་གལ་ཆེ་ཤོས་དེ་ག་རེ་རེད་བསམ།
ད་ལས་འགན་ནང་ནས་ལས་འགན་གལ་ཆེ་ཤོས་དེ་ད་དངོས་གནས་དྲང་གནས་སྤྱི་པའི་འཐུས་མི་བོད་མི་མང་གི་འཐུས་མི་སྤྱི་འཐུས་ཅིག་ཡིན་པའི་ཞུ་བ་བོད་མི་མང་ད་རྒྱལ་སྤྱི་མི་དམངས་ཀྱི་འགན་ལ་འགན་དེ་ང་ཚོའི་རྒྱལ་བའི་གང་དེ་ཡོད་རེད་ང་རང་ཚོ་བོད་པའི་འཐབ་རྩོད་ཀྱི་འགན་ད་ས་ཡག་གི་ད་མི་ང་ཚོའི་སྤྱི་བོ་གི་འགན་དེ་ཡོད་ཟེར་ནས་སའི་ཐུགས་རིས་ནི་ཐུགས་མ་རེད་ཡིན་ན་ང་ཚོའི་གི་བརྒྱུད་རིམ་འདི་ཐོག་ནས་ད་མི་དམངས་རྒྱལ་སྤྱིའི་ནང་ལ་ག་ཞུ་རེ་ཅིག་གོ་རྟོགས་སྤེལ་ཡ་དང་ཅིག་ང་རང་ཚོའི་གི་ཅིག་རྒྱབ་སྐྱོར་བསྐྲུན་ཡ་དང་ཅིག་ང་ཚོའི་སྤྱི་འཐུས་གི་གོ་གནས་འདི་གི་དངོས་གནས་ཆབ་སྲིད་གི་ལས་འགུལ་ཐོག་ལ་དཔེ་མ་སྲིད་གལ་ཆེན་པོ་ཆེ་ཅིག་རྒྱལ་སྤྱིའི་ཐོག་ལ་བོད་རྒྱལ་སྤྱིའི་མི་དམངས་གི་དངོས་གནས་བོད་དོན་གི་གལ་ཆེ་ཤོས་ཅིག་ངས་འདི་ཐུགས་མགོ་དུ་རུ་བ་ཨ་ནི། འདི་ངས་ཁྱེད་ཆུ་ཤུར་གྱི་བྱེའུ་བཏུག་ད་ང་ཚོ་ཆབ་སྲིད་ཀྱི་ངོ་བོ་ཆེན་པོ་གཅིག་ངས་གྱེན་ཐུག་གི་འདུག་ང་རང་སྟེ་དུས་སྐབས་སུ་སུ་ཡར་མར་དུས་དུས་སྐབས་ན་བོད་པའི Member of Parliament སུ་དུས་སྐབས་རང་བཞིན་གྱི་ཆབ་སྲིད་ཀྱི་འབྲེལ་བ་ཅིག་ཆོད་དུས་སྐབས་ལ་ག་རེ་བྱས་ནས་རེད་སོང་ང་ཚོ་བོད་པའི་གནས་སྟངས་འདི་ཞུས་ཆུ་དུས་སྐབས་ལ་འདི་ཆབ་སྲིད་ཀྱི་བདེན་མཐའ་ས་ཡ་ཡིན་ན་རེད་འདིའི་ཐོག་ལ་གྱེན་ཆུ་ཤུར་གཅིག་ང་ཚོས་ཆུ་དུས་འདི་ཆོད་གི་འདུག་ཞུ་འདོད་བྱུང། ང་ཚོ་བོད་མི་དམངས་ཀྱི་སྐུ་ཚབ་ཆགས་བསྡད་ཡོད་རེད་པ། ང་རང་ཚོ་བོད་དོན་སྐུ་ཚབ་ཆགས་བསྡད་ཡོད་པ་ན་ཆབ་སྲིད་དེ་འདྲ་བྱུང་འདུག་ཆུང་ཧོ། ཨ་ནི་པེམ་ལགས་ད་ང་ཚོ་དྲི་བ་མཐའ་མ་དེ་རེད་ཤག་མཐའ་མ་དེ། པེམ་ལགས་ད་ང་ཚོ་བྱང་ཨ་རིག་གི་སྐུ་ཚབ་བྱེད་ནས་བྱེད་དུས་ལ་ཡར་ལངས་དགོས་རེད་ཨ་ནི་བྱང་ཨ་རིག་གི་ནང་ལ་དེ་སྔའི་མི་མང་དེ་ཚོ་གི་པེམ་ལགས་ལ་ག་རེ་རེ་བ་བྱེད་དགོས་རེད་ས། བྱང་ཨ་རིའི་གི་མི་མང་ཆེད་དུ་པེམ་ལ་ཡི་ག་རེ་བྱེད་རྩིས་ཡོད་ཟེར་བ་དང།
ཡིན་ནོ། ད་ང་སྤྱི་པའི་འཐུས་མི་རུ་བ། སྤྱི་པའི་ཟེར་ན་ད་བྱང་ཨ་མི་རི་ཀ་གི་སྤྱི་འཐུས་དེ་ཡིན་དུས་གང་ན་རྣམ་པ་གཙོས་གི་སྐུ་ཚབ། སྐུ་ཚབ་དེ་ད་ང་རང་ཚོའི་བོད་པའི་ག་ཤུ་རེད་ཨ་མི་རི་ཀ་དང་ཁ་ན་ཏྲ་གི་གཞུང་གི་ནང་ལ་ང་ཚོའི་བོད་པའི་ཡོངས་ཀྱི་སྐུ་ཚབ་བྱས་ནས་ཕུ་གེ་གཅིག་བྱོས་གི་ཡོད་རེད་འདི་ག་ཤུ་རེད་གཅིག་རེད་གསུང་གི་འདུག་ཨ་འདིའི་ཐོག་ནས་བོད་པའི་འཐབ་རྩོད་ཀྱི་གཅིག་ངོ་བོ་དེ་སུ་སུ་བདུན་ལ་སྐུ་ཚབ་བྱས་ནས་དོན་གྱིས་ནི་འགན་གཅིག་ལེན་ནས་འགྲོ་གི་རེད་གཉིས་པ་དེ་ད་ཆ་ཨ་མི་རི་ཀ་མི་མང་ཡོངས་ཀྱི་བདེ་སྡུག་ཐོག་ལ་ཅིག་སུ་སུས་ཀྱིས་ཅིག་ལམ་འབྲས་ཕུལ་ཡག་དང་ཅིག་གནས་ཚུལ་ག་རེ་བྱེད་ཡོད་པ་ཡིན་མེད་བློ་འཚབ་དང་ཅིག་ག་རེ་སུ་སུས་ཀྱིས་ལམ་འབྲས་ཕུལ་ཡག་དང་ག་རེ་བྱེད་དགོས་ཡོད་མེད་མཐུན་འགྱུར་ཟེར་ནས་རེད་ད་ཅིག་སྣེ་ཁྲིད་ཡག་ཅིག་ད་ང་ཚོ་མི་མཐུན་འགྱུར་ཕུལ་ཡག་གི་དཔལ་འབྱོར་གྱི་ཡོད་མ་རེད་ཡང་མི་ཐག་གཅོད་བྱེད་ཡག་གི་ང་ཚོ་དབང་ཚད་པའི་ཡོད་མ་རེད་དེ་སྤྱི་པའི་འཐུས་མི་བྱེད་འདོད་གང་ལ་འཐུས་མི་འདིའི་གི་དམིགས་ཡུལ་དེ་ཞི་འཇམ་ཡང་ཡང་དང་སྤྱི་དཔལ་གྱི་ཐོག་ལ་ཅིག། རྐང་འདི་འདི་ཆོད་གི་ཡོད་དང། བྱང་ཨ་མི་རི་ཀར་སྤྱི་འཐུས་བྱས་མི་ཨང། བྱང་ཨ་མི་རི་ཀ་མི་དམངས་ཀྱི་བསམ་ཚུལ་དེ་བསྡུ་རུབ་བྱས་ནས་བསམ་ཚུལ་ག་རེ་ཡོད་པ་དེ་དག་སྤྱི་འཐུས་ཀྱི་གྲོས་ཚོགས་ནང་ལ་སླེལ་དགོས་ཡ་དེ་དེ་འགན་ཆེ་ཤོས་གཅིག་དེ་ཆགས་ཡོད། ཨེ་སྤྱི་འཐུས་ཡིན་པའི་ཕྱུག་བ་ད་ཕ་སྐད་ལ་མི་མང་སྤྱི་བཏང་སྤྱི་འཐུས་ཀྱི་ལས་འགན་དེ་ཡག་པོ་བྱེད་ཁྱི་འགན་མེད་པའི་བསོད་རོལ་བྱེད་འདུག་རེད་བ། སྤྱི་འཐུས་སུ་འདོད་གང་ན་ཡང་ཅིག་གསར་གནས་ས་ཐོག་གི་ནང་འཁྲུག་གི་རྙོག་གྲའི་ནང་ལ་སྤྱི་འཐུས་ཀྱི་ཇུས་གཏོགས་བྱེད་ཀྱི་མི་འདུག་སྤྱི་འཐུས་ཀྱི་ཐག་གཅོད་དེ་ཡང་སྤྱི་མཐུས་ཀྱི་ད་བཅའ་ཁྲིམས་ཀྱི་ནང་ལ་དམིགས་བསལ་གྱི་ད་དེ་ཡོད་མ་རེད་ཀ་ང་ཚོའི་གི་ལས་འགན་དེ་ག་སེ་ན་བཅའ་ཁྲིམས་བཟོ་མཁན་དེ་རེད་ཁྲིམས་བཟོ་མཁན་དེ་སྤྱི་མཐུས་ཆགས་བསྡད་ཡོད་རེད་མི་མང་གི་བསམ་ཚུལ་དེ་ཕ་གིའི་ནང་ལས་ཨེ་ཁྲིམས་ཀྱི་འགྱུར་བ་བཏང་ཡག་ད་དེ་ཚོ་ལ་གལ་ཆེན་པོ་གཅིག་ང་ཚོ་དེ་གཅིག་སྤྱི་པའི་འཐུས་མི་དེ་དེ་ཆགས་ཡོད་རེད་ད་ངས་གི་སྤྱི་མཐུས་བྱས་པའི་ཞུ་སྒོ་རྒྱུད་རིམ་ལོ་བཞི་དེའི་ནང་ལ་ཁོ་ནས་སྤྱི་དོན་ཚོགས་པ་ཡོངས་ལ་དབྱིན་མེར་ཕུལ་གི་ཡོད་ད་ང་གྲོས་ཚོགས་ད་སྤྱི་ཟླ་གསུམ་པའི་ནང་གྲུབ་གི་ཡོད་དགུ་པའི་ནང་གྲུབ་གི་ཡོད་མ་གྲོ་གོ་ནས་མི་མང་ནས་བསམ་ཚུལ་བསྡུ་རུབ་གནང་རོགས་གནང་ཨ་འདི་ངས་གྲོས་ཚོགས་ནང་ཕུལ་ད་དེ་མི་གལ་ཆེན་པོ་ཡོད་ན་མིན་ཡང་བསྡད་འགྲོ་མིན་འགྲོ་གི་རེད་གནད་འགག་མང་པོ་བྱུས་ཡོད་རེད་དེ་འདྲའི་ཞུ་གི་ཡོད་ས་ནས། ཉུང་ཤས་ཀྱིས་ངལ་རྩོལ་ལེན་ཤི་རག་གནང་གི་མི་འདུག་ཡ་མི་མང་ཐུགས་ལ་ང་ཚོས་དོ་སྣང་བྱེད་ཀྱི་ཡོད་མ་རེད་གོ་འགུ་དང་ཡིན་ནའི་ངས་སྔོ་ཆེན་ན་ནི་ཡིན་མེད་ལ་ཆིག་སྒྲིལ་ཚོགས་པ་ཡོངས་ལ་ཕུལ་གི་ཡོད་ཡིན་ནའི་ཉུང་ཤས་ཀྱིས་མ་ཤི་ཡོང་གི་མི་འདུག་ཡིན་ནའི་བསམ་ཚུལ་ཡོད་པ་དེ་ཤི་རིགས་ཐོག་དང་གཅིག་དེབ་འཇོག་འགུལ་ཐོག་ལ་དཔྱ་ཁྲལ་ལག་དེབ་ཐོག་དང་ཨིན་ཏེར་ལ་ཡོང་གི་འདུག་དེ་ཕ་སྐད་ཨེར་ཆིག་སྒྲིལ་ཐོག།

བསྟན་ཏེ། ག་ཞུ་རེད་བསམ་ཚུལ་འདི་གའི་ཕ་གའི་གནས་ཐུག་ཡོད་འདི་ཞུ་འདོད་ཆེ་འདི་རྐང་སྤྱི་འཐུས་ཀྱི་ལས་ཀའི་གཅིག་འདི་ཆོག་གི་ཡོད་རེད་ད་དེ་ངས་ཁྱང་ལ་སྐད་ཆ་མང་པོ་ཅིག་ཆགས་སུ་བལྟས་ད་ཡང་བལྟས་སུ་ཅིག་མང་པོ་ཅིག་འགྲེལ་བཤད་མ་ཞུས་ན་སྤྱི་བཏང་མི་མང་གི་སྤྱི་འཐུས་ཀྱི་ལས་ཀ་དམིགས་བསལ་གྱི་བྱ་ཨ་མི་རི་ཀ་ལ་སྤྱི་འཐུས་ཀྱི་ལས་ཀ་ག་རེ་ཡིན་པ་དང་འགན་ག་རེ་ཡིན་པ་འདི་མཁྱེན་གི་མི་འདུག་ཨང་འདི་གསུངས་ད་དེ་ཞུ་འདོད་བྱུང། གནང། དེ་ནང་བཞིན་རེད་ད་ནང། ཡང་ང་ཚོ་མི་སྤྱི་འཐུས་བྱས་ནས། གནང། སྤྱི་འཐུས་བྱས་ནས་དབང་ཆ་ཁྱེར་ཡོང་མ་ཐག་ཅིག་ཁྱེད་རང་ཚོ་འགྲིག་གི་མེད་ན་ཁྱེད་རང་འགྲིག་བཤད་ཁྱེད་རང་འགྲིག་མི་འདུག་ཐག་གཅོད་བྱས་དེ་ང་ཚོ་དབང་ཆ་དེ་ཡོད་མ་རེད་དབང་ཆ་བཅུ་པོ་མ་རེད་དེ་ང་ཚོ་བྱེད་དགེ་ཆོས་དགེ་ཡོད་མ་འདི་སྤྱི་འཐུས་ཀྱི་དེ་གནང་གི་མ་རེད་དེ་ནི་ཞི་འཇམ་ཡོང་ཡག་དང་དེ་ཚོའི་ཐོག་ལ་ལམ་སྟོན་ཕུལ་ཡག་དང་ད་ཅིག་དོན་གྱི་གོང་དུ་ངས་ཞུས་པ་ནི་ཤིང་རྟའི་ལག་པ་ཐལ་མོ་སྦྱར་ནས་ཚང་མ་ལོ་གཅིག་དྲིས་པ་གཅིག་འདི་ཡར་ཐོག་ལ་ཟབ་ཟབ་གནང་རོགས་གནང་གནང་རོགས་གནང་ཟེར་ཏེ་ད་དེ་ཟིན་པས་རེད། ད་དེ་ཡང་བྱ་ཕུ་ནུའི་སྒྲིག་འཛུགས་ཟེར་གྱི་ཡོད་རེད་ད་དེ་འགྲོ་སྟངས་བརྒྱུད་རིམ་ཞིག་ཡོད་ད། མི་མང་ས་གནས་ནང་ལ་ད་རྙོག་གླེང་བྱུང་བ་ད་ཅིག་བྱུང་དུ་ཡིན་ན་དང་པོ་དེའི་ཁ་བ་གྲོག་རི་སོན་རྟ་བརྒྱུད་རིམ་གྱིས་འགྲོ་བར་བ། ལམ་སང་སྤྱི་འཐུས་ཀྱི་ཅིག་མི་འདུག་གསུང་ཡ་ཡོད་མོད་དང་པོ་བརྒྱུད་རིམ་དེ་ག་རེ་ཟུང་སུ་སུའི་ས་གནས་ས་ཐོག་གི་སྤྱི་མཐུན་ཚོགས་པོ་བྱས་ཡོད་རེད་དེ་ཅག་གོ་གི་ཡོད་རེད་དེ་སྙན་གསང་ཞུས་ཨ་རེད་ཅིག་ཁོང་ཚོས་ཀྱིས་ཅིག་ཤིང་ཆ་འདི་ཡག་གི་ཐོག་ལ་ཅིག་བར་མ་གནང་ཡ་ད་དེ་གནང་གི་རེད་བ་འདི་མ་བྲིས་ན། ང་ཚོའི་སྐུ་ཚབ་དོན་གཅོད་གན་གཅིག་ཆགས་ཏེ་དོན་གཅོད་ལ་སྙན་གསང་ཞུ་དགོས་ཀྱི་ཡོད་རེད་པ། ད་དོན་གཅོད་ཀྱིས་ད་ཁོང་ཚོས་ཀྱིས་དེ་ཐག་མ་གཅོད་པའི་ན་ད་སྤྱི་འཐུས་ལ་འོ་ཙི་ད་དེ་ག་ཞུ་རེད་སྤྱི་དོན་ཚོགས་པས་དོན་གཅོད་ཀྱི་བྱུས་མ་བསུབ་པ་དེ་གཅིག་ཞིབ་འཇུག་གནང་རོགས་གནང་ད་ང་ཚོའི་ལིག་རེད་ལི་ཐོས་ཁ་ན་ད་ང་ཚོའི་འདི་རེད་ག་ཞུ་རེད་ཁྲིམས་བཟོ་ངའི་ཏང་དེ་སོགས་འདྲ་ཨ་ནི་ལག་ལེན་བསྟར་ངེས་དེ་ད་ད་ལྟ་གོང་དུ་ཞུས་སོང་ང་བོད་མིའི་གྲོས་ཚོགས་ཆགས་ཀྱི་ཡོད་རེད་ཨ་ནི་ང་ཚོས་གི་ད་ང་ཚོས་ཟེར་ན་ང་ར་གཅིག་ནས་དོན་གཅོད་ལ་ཡང་སྲིད་ཞེས་པ་ཕུལ་གི་ཡོད་གནས་ཚུལ་དེ་འདྲའི་ཕུལ་འདོད་དུ་ཁོང་གིས་ག་རེ་གནང་གི་ཡོད་ག་རེ་གོ་འཇག་ཏོ་ག་རེ་གནང་ག་ཅིག་ཅིག་བྱས་ནས་བཏགས་པ་རེད་ཞེས་གྲོས་བསྡུར་ཞུ་གི་ཡོད་རེད་བ་ཨ་དོན་གཅོད་ཀྱི་ཨ་འདི་བྱས་རེད་འདི་བྱས་མེད་འདི་བྱས་རིན་ཟེར་ནས་གསུང་གི་རེད་ཡིན་ན་སྤྱི་བཏང་གི་མི་མང་ནང་ལ་ག་རེ་གོ་གི་འདུག་ཟེར་ན་ཨོ་སྤྱི་འཐུས་ཇུས་ཏོག་ཅེས་པ་ང་ཚོ་ནམ་ཚང་ཨིན་ད་ཡི་བརྒྱུད་རིམ་འདི་ནང་ལ་འདི་འགྲོ་སྟངས་འདི་ཡོད་མ་རེད་འགྲོ་སྟངས་འདི་འདུག་ཟེར་རེད་ང་ཚོ་མང་གཙོ་ཀ་བ་གསུམ་ཟེར་གྱི་ཡོད་རེད་བ། འདི་ག་རེད་ཟེར་ན the three pillars of central Tibetan administration གཅིག་ཨེ་ནི Tibetan Central Administration བོད་མིའི་སྒྲིག་འཛུགས་ཅེས་པ་ཡོད་རེད་བ། གཉིས་པ་འདི་གྲོས་ཚོགས Tibetan Parliament གསུམ་པ་འདི

སྤྱི་འཐུས་གསར་པ་ཞིག་ཉན་རེ་སུ་ལས་སྐུ་ཉན་དུ་ཡོང་གི་མ་རེད་བསམ་གི་འདུག་ང་ཚོ་མི་ལ་དང་ག་ལ་བ་རེད་ཟུག་བཙུག་ཡ་དེ་ཟུག་མ་བཙུག་ངན་སུ་སུ་དང་པོ་ཡག་པོ་ཅིག་ཤིང་དགོ་ཡ་དེ་གལ་ཆེན་པོ་རེད་དོ་དེ་ཡིན་དུ་ང་ཚོ་མི་མང་ཚོ་ཡིན་ནའི་གང་ཡོང་ཡོང་ཅིག་ང་རང་ཚོ་བཙན་བྱོལ་བོད་མི་སྒྲིག་འཛུག་གི་འགྲོ་སྟངས་དང་ག་རེ་ཡིན་ནའི་དོ་སྣང་སྤྲད་དགོ་ཡ་དེ་གལ་ཆེན་པོ་འགྲོ་འཆར་འདུག་རེད་བསམ་གྱི་འདུག་ལགས་སེ་ཨ་ནི་པདྨ་ལགས་ཐུགས་ཆེ་གནང་ཨ་ནི་ད་རིང་ང་ཚོ་ལ་དངོས་ནས་དེ་འད་བྱས་ནས་སོ་སོ་དངོས་ནས་ནང་མི་གཅིག་ནང་བཤད་བྱས་ནས་སྙིང་ཉེ་བོ་སྐད་ཆ་བཤད་སོང་དཔེ་དགའ་བོ་བྱུང་སོང་པདྨ་ལགས་མཉམ་དུ་དབྱེ་འབྲས་ཅིག་ང་ཚོ་ང་རང་ཡིན་ན་ཡང་དངོས་ནས་སློབ་སྦྱོང་མང་པོ་ཞིག་རག་སོང་པདྨ་ལགས་རྩ་ནས་ཨ་ནི་ཐུགས་ཆེ་གནང་ལ་ཡ་ཡིན་ཨ་ནི་ང་ཚོ་ད་ལྟ་ཁྲིམས་ཚང་མ་ཚབ་ཞུས་ནས་ཨ་ནི་པདྨ་ལགས་ལ་ཨ་ནི་དངོས་ནས་ད་ལོ་ང་ཚོ་ཡང་བསྐྱར་ང་ཚོ་སྐབས་བཅུ་བདུན་པའི་སྤྱི་སྤྱི་འཐུས་ཡིན་ནས་འཁོད་བ་ཤོག་ལ་ནི་ང་ཚོ་གིས་ཨ་ནི་བཀྲ་ཤིས་བདེ་ལེགས་དང་སྨོན་ལམ་ཡོད། ཐུགས་རྗེ་ཆེ།